བོད་མི་བླ་ན་མེད་བུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་ཕྱག་དབང་དུ་བཏང་བའི་ཐོག་ནས། མཁན་རིན་པོ་ཆེ་དབུས་པའི་སྐྱབས་གནས་དགེ་འདུན་གྱི་སྡེ། དེ་ནས། སུའུ་ཙི་ལན་དང་ལི་ཁིན་སི་ཐན་གྱི་བོད་རིགས་ཚོགས་པའི་ཚོགས་གཙོ་དབུས་པའི་རྒྱུན་ལས་རྣམ་པ་རེ། དང་ནང་བཞིན་ཚོགས་གཙོ་དང་ཚོགས་གཞོན་ཟུར་པ་རྣམ་པ།

ད་བཀའ་ཤག་སྐབས་བཅུ་བཞི་དུ་བཅོས་སྔ་ལ་འགྲིག་གི་ཡོད་གི་རེད་བཀའ་ཤག་སྐབས་བཅུ་བཞི་དུ་བཅོས་སྔའི་ཚབ་བྱས་བྱས་རྣམ་པ་ཚང་མ་ལ་སྙིང་ཐག་པ་ནས་འཚམས་འདྲི་བཀྲིས་བདེ་ལེགས་ཡོད་ཞུ་ཡ་ཡིན། ཨན་ད་རིང་དེ་ག་བསུབ་རེད་ད་ཐུགས་རྗེ་ལེགས་འབུལ་གྱི་མཛད་སྒོ་ཟེར་ནས་རེད་དེ་གོ་སྒྲིག་གནང་ཡ་ལ་ཨ་ནི་དེ་ཚོགས་འདུ་གཙོས་པའི་འཐུས་མི་རྣམ་པ་རེད་དང་བླངས་རྣམ་པ་རེད། མང་པོ་ཞིག་གིས་སྐུ་ལས་བསྐྱོན་ཡོད་རེད། རྣམ་པ་ཚོ་མང་པོ་ཞིག་པོ་ཞིག་གིས་འབག་སྒུག་དཀྲུགས་ཡོད་རེད་ལ་འདི་སོང་ཙང་ལས་སླ་པོ་ཅིག་ཡོད་མ་རེད་འདའི་ཐོག་ལ་ནི་འདའི་གྲ་སྒྲིག་ཡག་པོ་ཞིག་ལྟར་གནང་བཞག་མེ་ཏོག་གཙོས་པའི་འདི་གའི་ཚང་མ་གྲ་སྒྲིག་ཡག་པོ་ཞིག་གནང་བཞག་ཕེ་ཆེན་སུད་སི་དངུལ་ཁང་ནས་རྡོ་རྗེ་ཕ་ལམ་འདི་གའི་ཚང་མ་ཧ་ལམ་ད་རིང་འདའི་སྟོན་བཞེས་ཡོད་ར་བ་འདི་གནང་བཞག་འདི་སོང་སྡོད་ཁང་ལ་ནི། སུད་སི་ལ་དངུལ་ཁང་མང་པོ་ཡོད་ཟེར་བརྡ་ལན་གསལ་བོ་འཕྲོད་སོང་ཟེར་ཞུ་ཡ་ཡིན། ཨ་འདས་ང་འདས། བརྙན་པ་མང་པོ་ཞིག་དྲག་གནང་སོང་ཨ་འདས་གཞོན་ནུ་ནས་ད་གིན་བརྙན་པ་གནང་སོང་ལ་དེ་ཚོ་པ་ཁག་ཚང་མ་ལ་ཐུགས་ཆེ་ན་ཞུ་ཡ་ཡིན། གཞི་རྩའི་སྔོན་མའི་འཆར་གཞི་ལ་ང་ཕྱི་ཟླ་གསུམ་པ་ནས་བཞི་པ་ཞེས་རེད་བ། ང་ད་ཕྱི་ཟླ་དང་པོ་ལ་བྱང་ཤར་དངུལ་ཀོ་ར་ཤི་ག་ཡ་རག་རེད། ཕྱི་ཟླ་གསུམ་པ་ལ་ལྷོ་ཕྱོགས་ཤི་ཇག་ཀོ་ར་ཤི་ག་ཡ་རག་བ་རེད། ད་བྱང་ཤར་འདི་ང་སྐད་ས་ས་བྱས་ངས་པ་ལམ་ལ། རྟ་དབང་དང་ཀྲུ་ཀྲིང་ཕེབས་ར་བ་འདི་སོང་ཚེ་ས་འདྲེན་ཁ་བཅར་བྱས་ཐུགས་ཆེ་ཞུ་ན་བསམ་སོ། ཡ་ཐུགས་ཆེ་ཞེས་ཞུ་ཁར་འགྲོ་སྡོད་གང་ལ་མང་པོ་ཞི་བུ་གཅིག་གི་བརྙན་པ་སྤྲད་ཡོང་གི་འདུག་བ། འདི་སོང་ཚང་ཚེར་ངན་བཟོ་རབས་ཞིག་ང་ཐུགས་ཆེ་ཞུ་བ་ཕར་འགྲོ་སྐོར་འདི་ཚུར་བརྙན་པ་ལེན་ངན་བཟོ་རབས་ཞིག་འདུག། ཨ་དེ་ནས་ལྷོ་ཕྱོགས་འགྲོ་སྡོད་གང་ལ་ནི་ཡ། བསྙེན་པ་ཟིན་ནས་རེ་སྐུ་གང་ལས། ཡལ་ག་དང། རྫི་ག་དང་ཆས་ཀ་དེ་རྣམས་ཀུན་དུ་བ། མཚེར་པོ་སོགས་རབ་བྱུང་བཟི་སོང་ཟ་ང། ས་ཆ་ཉུང་ཉུང་ཅིག་ལ་འགྲོ་ན་མ་གཏོགས་ང་ཡི་བསྙེན་པ་མང་པོ་ལས་ང་འགྲོ་ངེས་སོགས་རབ་བྱུང་དུ་བསམས་སོ་བ་བཟི་སོང་ཟི་ཡུ་རོབ་ཡོངས། ཀྱི་ཚབ་བྱས་བྱས་ད། སུའུ་ཛི་ལན་བཅར་ཨ་འདི་ནས། ཡུ་རོབ་མི་མང་ཡོངས་ལ་ནི། ཐུགས་ཆེ་ན་ཞུ་གོ་ཞེས་བཅར་རེ་ཕྱིན་ད་གསུམ་པ་བཞི་བ་ལྔ་བ་དུ་དུས་ཚོད་བྱས་ཨ་ནི། ནད་ཡེམས་རྐྱེན་གྱིས་ཨ་ནི། བཅར་ཐུགས་ཡོད་མ་རེད་དུས་ཚོད་གཅིག་གཉིས་འགྲིག་པ་རེད། དེ་བས་འདུག་ད་རེས་དངོས་གནས་ཞིག་ང་སུས་གཅིག་པོ་རེད་དེ་ཡིན་ན་ཡང། ཁ་ཚིག་ང་ཨ་རི་མ་ཐོན་སྔོན་ལ་སྦེལ་ཇེམ་ཚོགས་གཙོ་གི། Message། ཡོད་རེད་བ་དགའ་བཞིན་བཞག་གནང་ཞེས་བྷ་ཚེབ་ནང་ལ་ཐུག་ཚོད་ཞིག་བལྟས་ཡིན་པས་སྦེལ་ཇེམ་ལ་དགོངས་དག་ཚོད་ཚོད་དང་པོ་གཉིས་པ་རེད་འདི་རེད་བཞག་ང་སང་ཉིན་ཁོ་ལ་ལན་རྒྱག་བྱུང་མ་སོང། ང་ལྟས་དྲན་ལ་བྱས་བྱས་ཡིན་ན་ཡང། ཁོ་རང་གཞན་གཞན་བརྒྱུད་ནས་ལེན་བཏང་བྱས་སྦེལ་ཇེམ་ལིན་ཇི་མི་ཇི་ཡོན་གོ་རེ་བྱས་བྱས་ལེན་བཏང་གནང་གི་འདུག་ཨ་ནི་ཉི་མ་གསུམ་པ་དེ་ལ་ད་འོ་ཟི་ད་དེ་འདྲའི་ཨུར་ཚུགས་རྒྱག་གི་ཡོད་ན་ཨ་ནི་ཁ་བ་བཀྱག་བྱས་ཨ་ནི་ངའི་ཕ་ཁ་བ་ཤི་སྟངས་ཡིན་པ་ཁོ་རང་ག་ཚོད་གོ་ཟེར་ཉི་མ་དང་པོ་བཅུ་གོ་མ་རེ་བྱས་ཉི་མ་གཉིས་པ་གི་ཚོད་ཚོད་གཉིས་པ་གསུམ་པ་བུ་དགུ་དེ་ཡིན་ས་ངས་ལེན་འབྱོར་གི་རེད་བསམ་བྱས་བར་བ་ཨ་ནི་སྤྱི་མོས་ཐག་གཅོད་བྱས་བྱས་ང་ཚོ་ཡིན་ཇི་མི་ཇི་སྲིད་སྐྱོང་ཕ་སྦེལ་ཇེམ་ཡོན་གོ་ཡོད་ཟེར་གི་འདུག་དེ་སོང་ཟི་ད་མི་མང་ནས་ཨུར་ཚུགས་དེ་འདྲའི་རྒྱག་གི་ཡོད་ཙང་ཨ་ནི་དངོས་གནས་བཤད་ན་ང་དེ་ཉི་མ་རྒྱལ

འདིས་ད་རིང་སུས་ཀྱི་གཟེངས་རྟགས་དེ་མ་འདྲ་ཅི་ཡོད་ཟེར་བ། ཨ་ནི་ཤེལ་སྒོ་གི། ཕྱི་གསལ་ནང་གསལ་སེམས་གཙང་མ་ཐོག་ནས། གསང་བ་ཞིའུ་བྱེད་བྱེད་གྲ་སྒྲིག་ཞིའུ་གནང་ཡིན་ས་ཕལ་ཆེར་གསང་བ་ཤོར་བ་འདྲ་ཚོགས་པ་གཞན་དག་ཚང་མ་འགའི་ཤེལ་སྒོ་རང་རེད་ཤག། ཨ་ནི་ང་ཚོ་ཡང་སྔོན་མ་ག་སོགས་རེད། ཚོགས་གཙོ་ང་ཚོ་ལྡི་ལི་གཞོན་ནུ་ཡིན་པའི་སྐབས་ལ། ཀུན་གཟིགས་དཔལ་ཆེན་རིན་པོ་ཆེ་དགོངས་པ་བཀྲོངས་རེ་བྱས་བྱས་ད་དགོངས་པ་རྫོགས་བར་ང་ཚོ་དགོངས་པ་བཀྲོངས་རེ་བྱས་བྱས། རྒྱ་མི་གཞུང་ཚབ་ད་ལ་ན་འགྲིག་གི་ཡོད་ན་མེ་ར་ཏང་ཁ་ཆིངས་ཏི་ཧར་རྗེས་ལ་ང་ཚོ་ཉི་མ་བདུན་མཉམ་གཏོ་བསྡད་རེ་ལ་འོང་དེ་དོད་ཁང་ལ་དེ་དུས་སྐབས་ནས་རྒྱུའི་ཡོད་ངེས་བྱས། ཨ་དེ་ནས་ད་ལའི་ཚོགས་པ་ཁག་ཚང་མའི་གི་གཟེངས་རྟགས་འདི་ནང་ལ་ཡིན་ན་ཡང་ཆེ་བསྟོད་གི་ཡོད་ར་བ་ཞིའུ་བཀོད་གནང་ཤག། སྔགས་དང་སྒྲ་བའི་ཐོག་ནས་དེའི་རྣམ་པ་གཙོ་བོ་དང་ཚོར་བ་དང་བརྩེ་བ་ཡོད་པའི་ཐོག་ནས་བཀོད་ཞེས་སྣང་བ་དེ་ལ། མཐུ་ཆེ་ན་ཞོའི་ང་འདི་འདྲས་རང་དང་ཨ་ཡིན་ན་བསམ་གྱི་འདུག་རེད་བ། དེ་ནས་ཡང་རྣམ་པ་གཙོ་བོ་ཚོར་བ་སྟོན་པ་དེ་ལ་མཐུ་ཆེ་ན་ཞོའི་འདི་ཡིན། ཨ་འདི་ནས་ད་ང་སུས་ལ་ད་རེས་ཀླད་ཡག་འདི་བཏགས་ཏེ་ལྟེམ་འདྲའི་ཐོག་འདྲ་ད་ཡང་མཚམས་མཚམས། རྟགས་ཡ་གལ་ཆེན་པོ་རེད་བ། ཏག་ཏག་དུས་ཚོད་ཁྱད་བཞག་བསམ་བསམ་གྱིས། གང་ལ་ཟེར་ན་ང་སྤྱི་ཉིས་སྟོང་བཅུ་གཅིག་གི་སྤྱི་ཟླ་བརྒྱད་པའི་ཚེས་བརྒྱད་ལ་དམ་བཅའ་ཕུལ་བ་རེད་བ་ལ། རམ་ས་ལ། ད་ལས་ཉིས་སྟོང་ཉིས་རྩ་གཅིག་གི་སྤྱི་ཟླ་བརྒྱད་པའི་ཚེས་བརྒྱད། ཏག་ཏག་ཁྱེད་འདིར་བཞག། རྒྱུ་མཚན་གཉིས་པའི་ཞིག་ཡོད་རེད། དེ་ཡིས། ཉིས་སྟོང་བཅུ་གཅིག་སྤྱི་ཟླ་བརྒྱད་པའི་ཚེས་བརྒྱད་དེ། འགྲེལ་བཤད་ལ་རེ་དང་ཕྱི་ལ་འགྲོ་ཡ་ལ་འགྲེལ་བཤད་གར་འགྲོ་བར་ཟེར་ན་ཆད་དེ། རྒྱ་སྐད་ཐོག་ནས། ཨ་ནི་རྒྱས་རྒྱས་ལ་དེ་སྤགས་སྤགས་ཟེར་གོ་བར་བ་ཨ་ནི་དེ། དཔལ་འབྱོར་དུ་མ་བཟུང་ནས་དར་རྒྱས་གཡོར་བ་ཡར་རྒྱས་འགྲོ་ཨེ་སྲིད་འོ། ཨ་ནི། ད་དེ་འདྲ་ཡིན་ན། རྒྱལ་གྱི་པེ་ཅིང་ཨོ་ལིམ་པིག་བཟོས་པ་ཉིས་སྟོང་བརྒྱད་དགོངས་དག་ཚུལ་འཚོལ་དགེ་བ་སྐར་མ་བརྒྱད། བྱས་རྗེས་ཁོ་ཚོས་བཙུགས་པ་རེད་དཔག་དཔག་སེ་དེ་རྒྱ་སྐད་ཞིབ་རྟེན་འབྲེལ་ཡག་པོ་བརྩི་འོག་རེད། དེ་འདྲ་ཡིན་ན་ཨ་ནི། ཚུལ་འཚོལ་དགུ་བ་ཞོ་ཀའི་ཚུལ་འཚོལ་དགུ་བ་སྐར་མ་དགུ་བ་ཨ་ནི་ཡོད་སེཀེན་དགུ་ལ་ཨ་ནི་དམ་བཅའ་ཕུལ་གི་ཡིན་ལ་ཅེས་དཔག་དཔག་ཅོག་ཅོག་ཅོག་སི་དུ་ཆགས་པར་ཐལ། དེ་ལ་ཟློས་གར་ལ་ཅོག་ཅོག་ལ་ན་ཧར་མོ་ནི་ཟེར་གི་རུ་བ་འདི་ལ་གོ་བར་ཐལ། འདི་ཚོ་ཛྭ་ནི་རྒྱ་མིས་ཀྱིས་ང་ལ་སྐྱོན་བརྗོད་བྱེད་དཔེ་དཀའ་ལས་ཁག་པོར་ག་ཚོད་པགས་པགས་ལ་སྐྱོན་བརྗོད་བྱས་ན་ཁོ་ཚོ་རྣམ་རྟོག་ཚ་བོ་ཞུ་རོགས་གཡང། པགས་པགས་ཅོག་ཅོག་ཅོག་སྙིང་པོ་དམ་བཅའ་ཕུལ་བའི་མི་ལ་ག་རེས་སྐྱོན་བརྗོད་བྱེད་ག་རོགས་གཡང། ད་ཡང་ཕྱིས་ནས་འགའ་ཤས་གར་བཤད་པར་སེམས་ད་ད་སྲིད་སྐྱོང་དངོས་གནས་རང་བོད་པའི་སྲིད་སྐྱོང་གི་དམ་བཅའ་ཕུལ་དགོས་བ་རེད་ད་ལན་ཡིན་ན་ཡང།

མ་བུ། ག་མེད་མ་བུ་རང་བུ་རེད་ད། ཨ་ནི་ཡིན་ཀུན་འདུས། ཅི་འདི་རྒྱལ་བའི་ཚེས་དགུ་ལ། ཆུ་ལོག་ལ་ཕེབས་འགྲོ་དགོས། དེ་སོང་ཙང་ཚེས་བརྒྱད་མ་ཏོ་ལྷག་ཡོད་མ་རེད། ག་ཟེར་ཚེས་དྲུག་བདུན་དེ་ག་རེད་གཟའ་སྤེན་པ་ཉི་མ་རེད། གཟའ་སྤེན་པ་ཉི་མ་འཛིན་རིམ་ཡོད་མ་རེད་བ། ད་གཟའ་ཟླ་བ་གཅིག་པོ་ལྷག་རེད།

གུ་རུ་རིན་པོ་ཆེ་འཁྲུངས་སྐར། ད་གེ་ཆོས་ཚོགས་ཁ་ནས་མི་ལམ་ས་ཧ་ཕོ་བོ་དང་ལག་པ་ལམ་ས་བརྡབ་ས་གུ་རུ་རིན་པོ་འཁྲུངས་སྐར་ཟེར་བ་དང་ལ་རེ་བྱས་བྱས། ཨ་ནི་དྲུག་པའི་ཚེས་བཅུ་ཁེལ་བར། རེད་བ། དེ་སོང་ཙང་ནི་ཡང། རྟེན་འབྲེལ་བཟང་པོ་བྱུང་འདུག་བ། ཨ་ནི་ཁ་ཟིང་ད་གམ་རྩིས་རྒྱག་ཡོད་མ་རེད། འདི། སྲིད་སྐྱོང་གིས་ད་ཉིས་སྟོང་བཅུ་དྲུག་ལོར་དམ་བཅའ་ཕུལ་ཡོད་འདི་ལྔ་བའི་ཉིས་རྩ་བརྒྱད་ཉིན་ཕུལ་རེད། དེ་སོང་ཙང་ལྔ་བའི་ཉིས་རྩ་དྲུག་འདི། ང་ཚོ་ལོ་ལྔ་གི་ཉི་མ་ཐ་མ་ཆགས་ཡོད། རེད་བ། ལྔ་པའི་ཉིན་ས་དྲུག་གར་རེད། ས་ག་ཟླ་བ་གི་ཚེས་པ་བཅོ་ལྔ་རེད། དེ་སོང་ས་ག་ཟླ་བའི་ཚེས་པ་བཅོ་ལྔ་ཉིན་མོ་ལོ་ལྔ་དུས་ཚོད་ཏག་ཏག་ལ་ཨ་དེ་ང་ཚོའི་གི་ཉི་མ་ཐ་མ་ཡིན་ཟེར་ཞུ་ཡ་ཞིག་འདུག་ཨ་འདི་ལྷ་ཆོས་རྒྱུན་གཙོ་མ་གི་གཏེར་གཟིགས་དགོས་ཡོད་ས་རེད་བ་ལ་གང་ཟེར་ན་ཁེ་ས་ང་ཚོ་ཕྱི་རྒྱལ་གྱི་ལྷ་ཆོས་ཀུན་སྲུང་པ་ཞེ་སྡང་བྱས་པ་ཡིན་ན་ད་རིང་ཆར་བ་བཞིའུ་བབ་གོ་གོ་རོ་བ་ཡང་རོ་བ་ཡང། ཁེ་སར་བ་བརྒྱ་བྱི་བདུན་བཅུ་བརྒྱད་བཅུ་དགུ་བཅུ་རེད་དོ་བ་ད་བཟི་ན་དོ་ཆར་བ་གཅིག་ད་མི་འདོ་བ་ཧོ། བྱས་བྱས་ཆར་བ་གཅིག་ད་བཀག་ཡོང་གི་དོ་བ། ད་དེ་ནས་རྒྱུ་མཚན་གསུམ་པ་དེ་ག་རེད་ཟེར་ན། ཀུན་འདུས། སུད་སི་ལ་སྤྱི་ཟླ་བརྒྱད་པའི་ཚེས་དགུ་ཉིན་མོ་རེ་ད་ཉིས་སྟོང་བཅུ་གཅིག་ལོ་འདས་ཕེབས་བྱས། ཨ་ནི་མི་མང་བཀའ་སློབ་ནང་ལ་གཅིག་གར་གནང་ཡོད་རེད་ཟེར་ན། ཨ་ནི་སྲིད་སྐྱོང་བློ་བཟང་སེང་གེ་གིས་དམ་འབུལ་མཛད་སྒོ་ཉིན་མོ་ཤེས་ཡོན་གལ་ཆེ་ཤོས་ཡིན་ཟེར་གྱི་འདུག་འདི་ལ་རྒྱབ་སྐྱོར་ཡོད་བྱས་བྱས་གོང་ས་མཆོག་ནས་སུད་སི་ལ་ཕེབས་བྱས་གསུངས་ཡོད་ད། ཨ་ངའི་དམ་བཅའ་ཉི་མ་གོང་ས་མཆོག་དབུ་བཞུགས་ཐོག་ལ་ད་གིན་ཚོགས་གཙོ་བཏང་ཁྱེར་མི་འདམ་པ་གསུང་བ་ནང་བཞིན་རེ་རིག་ནོ་སྙིང་དུ་བརྣག་པའི་འདོད་པའི་དོན་གསུང་ཡོད་རེད་བ། ད་ད་ལའི་ཆབ་སྲིད་སྐུ་བ་ཆ་ཚང་གནང་ས་དེ་ཨ་ནི་སྟག་ར་རིན་པོ་ཆེ་ནས་ད་ལའི་གོང་ས་མཆོག་ལ་ཕུལ་ཤར་བ་དེ་ད་རིང་སྲིད་སྐྱོང་བློ་བཟང་སེང་གེ་ལ་གནང་གི་ཡོད་ཞེས་བྱས་ང་ཡིན་ནའི་མཛད་སྒོ་ལ་གོང་ས་མཆོག་དངོས་སུ་ཕེབས་བཀའ་སློབ་གནང་ཡོད་རེད་བ་འདི་གས་ཨ་ནི་ག་ས་སྐྱེ་བ་བཟང་པོ་ཞིག་རང་ཡིན་བསམ་གི་འདུག། ད། ཁོང་ཚོ་ཕྱོགས་ནས་སུད་ལ་ཕེབས་ཆེད་ཨ་ཏི་སི་ཀྱོ་བློ་བཟང་སེང་གེ་གི་ཤེས་ཡོན་གལ་ཆེན་པོ་ཡིན་ཞེས་ཆེས་བཤད་པ་དེ་ལ་རྒྱབ་སྐྱོར་ཡོད་གསུངས་དོན་གང་ལ་ང་ཕ་གི་སྦྱིན་བོ་ཆེན་པོ་ཞིབ་ཆགས་ས་རེད་ད་ཁོང་ཚོ་ཕྱོགས་ནས་ར་བ་ཨ་ནི་ཤེས་ཡོན་གལ་ཆེ་ཤོས་ཡིན་ཕྱ་གཞི་ནང་ནས་ར་ད་ད་དེ་ལ་རྒྱབ་སྐྱོར་ཡོད་གསུངས་དོན་གང་ད་ཤེས་ཡོན་ཡར་རྒལ་མ་འགྲོ་ན་དཔེ་བསགས་གི་ར་བ། རོ་བ་ལ། དེའི་རྗེས་ད་ལོ་བཅུ་རིང་གར་དཀའ་ལས་བརྒྱབ་རྗེས་ཆེད་གཞུང་འབྲིང་གསུམ་འབད་བརྩོན་བྱས་རྗེས་ཤེས་རིག་ལས་ཁུངས་ཀྱི་བཀའ་བློན་དང་པོ་ང་གཅིག་ལྕོགས་རེད་བཀའ་བློན་ཁྲི་པ་སྲིད་ཤེས་རིག་བཀའ་བློན་རང་བྱས་གཅིག་ལྕོགས་བྱས་དེ་ནས་དངོས་གྲུབ་ཚེ་རིང་ལགས་ཀྱིས་ཨ་ནི་བཀའ་བློན་གནང་ཆེད་འབད་བརྩོན་བྱས་བྱས་བྱས་བྱས་ད་ཉེ་བའི་ཆ་ནས་རྒྱ་གར་གྱི་གྲུབ་འབྲས་ཟིག་སོ་བ་རྒྱ་གར་ནང་ཛིར་བཅུ་གཉིས་ཀྱི་གྲུབ་འབྲས་ནང་ལ་རོ་བ། སྲིད་སྐྱོང་སློབ་ཡོན་བཞེས་མཁན་ད་ལས་ལོ་ལ་ཉིས་རྩ་བདུན་བྱུང་འདུག་བ། ཨ་དང་པོ་ང་ཚོ་ཤེས་རིག་ལས་ཁུངས་བགྲོ་གླེང་ཞི་རགས་བྱུང་རེད། ཨ་ནི་ག་འདྲི་བྱེད་གཱས་ད་ཨ་ང་ཚོ་སློབ་ཡོན་དམིགས་བསལ་སྤྲད་དགོས་གི་འདུག་ཟེར། དེ་ཡོད་དོ་ག་ལ་ནི་ང་ཚོ་བརྒྱ་ཆ་དགུ་བཅུ་ལོན་པ་ཡིན་ན་སྟོང་ཕྲག་དྲུག་ཅུ་ཟ་དགོས་རེད། ཨ་ནི་ད་དེ་ནས་བརྒྱ་ཆ་དགུ་བཅུ་གོ་ལྔ་ལོན་ན་ག་ཚོད་སྤྲད་གཱས་ཟེར་དོ་སྟོང་ཕྲག་བདུན་ཅུ་སྤྲད་ན་བདུན་ཅུ་དོན་ལྔ་སྤྲད་ན་ཟེར་གི་འདུག་ད་བརྒྱ་ཆ་དགུ་བཅུ་དང་དགུ་བཅུ་གོ་བོར་མཁས་པ་གང་ཡོད་མ་རེད་བ། མ་རེད། འབུམ་གཅིག་ཕུལ་ན། རང་ཡང་སྙིང་རྗེ་བོ་འགྲོ་བའི་ཞུ་དག་འབུམ་གཅིག། རྟགས་མང་དག་རེ་ཐོག་ཁྲ་རེ་མང་པོ་གཟིགས་གོ་འདུག་དེ་ནས་བློ་སྒོ་རྩོམ་ཤོགས། འབུམ་གཅིག་ཕུལ་ཤོགས། ད་དོན་གམ་ད་གྲོས་ཚོགས་གཙོས་བའི་བཤད་ངན་མང་པོ་བྱུང་རེད་ད། བརྒྱ་ཆ་དགུ་བཅུ་གོ་ལྔ་རག་ཡ་ཡོད་རེད་པས། རག་ཡ་ཡོད་མ་རེད། གང་ཟེར་ན། ལོ་དེ་སྔ་ལོ་ལྔ་བཅུ་ལ་བརྒྱ་ཆ་དགུ་བཅུ་གོ་ལྔ་རག་ང་སློབ་ཕྲུག་བཅས་བྱུང་ཡོད་མ་རེད། ཡོད་གི་མ་རེད་གཟིགས་གི་འདུག་བ། ཨ་རྒྱ་འབུམ་གཅིག་ཟེར་ཏེ་བཤད་སྒོ་གནང་གི་མོ་མོ་རེད་རག་ཡ་ཇི་ལྟར་ཡོད་མ་རེད་གཟིགས་མཁན་བྱུང་རེད་ད་གནས་ཡུལ་མི་སྣ་རང་རང་གི། ད་ད་འདོ། གཤེད་སྒོ་ནང་གི་མོ་མོ་དང་ཕག་ཞག་ར་བ་ཡ། ལ་ངག་གི་མོ་མོ་ནང་བཞིན་ཆགས་ཅིག་འབེན་འབེན་ལྷུག་ལྷུག་དོན་ཡོང་དང་དང་ཚོ། ཨ་ལ་ངག་ནང་གི་མོ་མོ་ལ་ལྟོས་ཁོ་ལ་ཞིམ་པོ་ཡོར་ཟི་གོར་དང་ཡ་ཞིམ་པོ་ཡོར་ཟི་གོར་དང་ལ་རེ། བྱས་བྱས་གངས་སེང་སློབ་ཕྲུག་ཚོ་ལ་སེམས་ཤུགས་སྐྱེད་བྱས་ཨ་འདི་ལྟོས་ཁོ་ཞུ་གི་ཡོད། ཨ་འདི་ནི་ཤེས་རིག་ལུས་ང་ཚོ་བགྲོ་གླེང་ཞེ་དྲག་བྱུང་རེད་ད་དངོས་གནས་ར་འཇུག་མ་བཅུ་བཅོ་ལྔ་འདི་འདྲ་བྱུང་ན་གར་ཆག་གོ་རེད་ཟེར་བ་སློབ་ཕྲུག་ནས་ཐོན་པ་ཡིན་ན་དེ་སེམས་ཁྲལ་འགོ་མ་རེད་བཅུ་ཐོན་པ་ཡིན་ནས་བརྒྱ་ཐོན་པ་ཡིན་ནས་ཡང་ཉིས་བརྒྱ་ཐོན་པ་ཡིན་ནས་ཡང་དེ་ཡག་པོ་རེད། ཤེས་རིག་ལུས་ངུ་མ་ངུ་རྫོགས་ན་ཟེར་བ་ཤེས་རིག་ལུས་ངུ་མ་ངུ་རྫོགས་པ་ཡིན་ནས་ཡང་སློབ་ཕྲུག་གི་བྱས་རྗེས་ཏག་ཏག་གང་ལ་མ་ངུ་རྫོགས་པ་ཡིན་ནས་རྫོགས་ཡ་དེ་དཔེ་ཡག་པོ་རེད་བ་མ་རེད་བས། དེ་བཟུང་དངུལ་དེ་སེམས་ཁྲལ་མ་བྱས། གྲུབ་འབྲས་ཁྱེད་རང་སྟོན་ཞོག། བྱས་པ་ནང་བཞིན་བྱས་ཀྱི་ང་དགའ་ཚོར་ཆེན་པོ་ཞེ་དྲག་བྱུང། ཨཱ་ནི་ཟླ་སྙིང་ལོ་སློབ་ཕྲུག་བཅུ་དགུ་ཐོན་པ་རེད། ལྟས་རྟགས་དེ་འདྲས་བྱས་ཉིས་རྩ་གཅིག་ཐོན་ན་བསམས་སོ་སྒྲོལ་མ་ཉིས་རྩ་གཅིག་ན་ཉིས་རྩ་གཅིག་ཐོན་ན་བསམས་སོ་བཅུ་དགུ་ཐོན་པ་རེད་ད་ལས་ག་འདྲ་ཆགས་ཀྱི་རེད་བསམས་སོ་ཉིས་རྩ་བདུན་ཆགས་པ་རེད་བ་འདི་གར་སྟོན་དགོས་བསུ་ན་ང་རང་བསམ་པ་ལ་ད་ངས་ཀྱི་ད། ཉིས་སྟོང་བཅུ་གཅིག་སྤྱི་ཟླ་བརྒྱད་པའི་ཚེས་བརྒྱད་ལ་ད་ངས་ཀྱི་བཤད་བཞག་པ་ཞིག་རེད་མ་གཏོགས་ང་རང་གི་ཆ་སྣང་བཟོ་ར་བ་ཞིག་རེད་འདོད་པ་བཟོ་ར་བ་ཞིག་རེད་ཡིན་ནའི་སྐུ་མདུན་གྱི་སུད་སི་ལ་ཕེབས་ཆེད་རྒྱབ་སྐྱོར་ཡོད་བྱད་ཅེས་གསུངས་པ་འདི་གི་བྱིན་རླབས་ལ་བརྟེན་ནས་བཀའ་དྲིན་ལ་བརྟེན་ནས་རེད་བ། ཨ་ནི་དགེ་རྒན་ལས་བྱེད་ཕ་མ་ཚང་མས་ཀྱི་དཀའ་ལས་བརྒྱབ་ཙང་རེད་བ་འགྲུབ་འབྲས་སྨིན་བཞག་པ་རེད་བསམ་གྱི་འདུག་འདི་སོང་ཙང་ད་ལས་སྲིད་སྐྱོང་གི་སློབ་ཡོན་གཞན་གྱི་སློབ་ཕྲུག་མང་པོ་འདུག་བ་འདི་སུད་སི་དང་འབྲེལ་བ་ཡོད་རེད་རེད་བ་ཡང། ཀུན་འདུས་དེ་ཕེབས་པ་དང་ཀུན་འདུས་རྒྱབ་སྐྱོར་གནང་འདི་ཡོ་རོབ་རྒྱབ་སྐྱོར་གནང་གསུང་བས་འདི་འདི་སོང་ཙང་ཡང་ངས་རྣམ་པ་ཚོ་ང་ལ་མང་པོ་ཞུ་ཕུལ་གྱི་འདུག་དེ་རྣམ་པ་ཚོ་ལ་ངས་ཡང་ཁྱེད་རང་ཚོ་དེ་ལ་དཀའ་སླ་ཡོད་རྒྱུ་དེ་ངས་ད་རིང་ཕུལ་བཞག་ན་བསམ་སྲིད་ལགས་འོང། ཨ་ནི་སྒེར་ཐོག་ནས་ཞུས་པ་ཡིན་ན་ད་ང་ཅིག་ཤེས་ཡོན་ལ་ང་རང་སྒེར་ཐོག་ནས་རེད་ད་ཁྲལ་ཆེན་པོའི་ད་ད་གིན་ཁྱེད་རིན་པོ་ཆེ་གི་ཞི་དྲག་བསྔགས་བརྗོད་གནང་ཐུ་ཆེ་ན་ཅིག་ཤེས་ཡོན་ལྟས་སུ་ཡོད་རེད་ཅེས་གསུང་ཡ་འདིའི་བཀའ་དྲིན་དེ་ཡང་ང་ཡང་སུའི་ཡུལ་དུ་འབྲེལ་པ་ཡོད་རེད། ཨ་རེད། ང་རང་ཨ་ཞང་ཨ་ངོ་མ་དམ་པ་སྟག་ཤར་རིན་པོ་ཆེ་སུའི་ཚུལ་དུ་བཞུགས་ཡོད་རེད། ངས་ག་དུས་ནས་གཟིགས་ཀྱི་ཡོད། ངས་ཀྱི་ཅིག་བཤད་ཡག་དང་ང་དྲན་པ་གཏད་སོ་ཡོད་པའི་སྐད་ཆ་རེད་དྲན་པ་འདི་གས་ངའི་ཨམ་ལག་ནས་བྱུང་རེད། བློ་ཁོག་དེ་ཨ་ནི་པགས་ལག་ནས་བྱུང་རེད། རེད་བ། ཡིན་ན་ཡང་ཀུན་སློང་བསམ་བློ་འཁེལ་སྟངས་འདི་ཨ་ངའི་ཨ་ཞང་སྟག་ཤར་རིན་པོ་ཆེ་ནས་བྱུང་རེད། གལ་སྲིད་སྟག་ཤར་རིན་པོ་ཆེ་ག་དུས་ནས་ཡང་ང་ལྟར་ནང་མི་ནང་ནས་རེད། སློབ་སྦྱོང་ཏི་བྱེད་ངེས་དག་ཡིན་ཛ་དག་གི་སློབ་སྦྱོང་ཐག་སྐྱེལ་དགོས་རེད་ཅེས་སེམས་ཤུགས་སྤར་ཞེས་བསླབ་བྱ་རྒྱག་ངེས་བྱེད་ཨོར་བ་འདི་ག་དུས་ནས་བཏང་ཤ་རིན་པོ་ཆགས་དེར་ང་ག་དུས་ལ་ཁ་པ་རེ་རེ་བདུན་ཕྲག་རེ་ལ་ཧ་ལམ་ང་ཨ་རི་ལ་ཡོད་པའི་སྐབས་ཁ་པ་རེར་བཏང་དོན་ཁ་པ་ཚོད་ཚོད་ཕྱེད་ཀ་ཚོད་ཚོད་གཅིག་ཚོད་ཚོད་གཉིས་བསླབ་བྱ་རྐྱང་རྐྱང་རེད་བསླབ་བྱ་རྐྱང་རྐྱང་འདི་བསམ་བློ་བཏང་དག་དེ་གི་ཞིབ་བསླབ་ངེས་འདི་ཡོངས་གྲགས་ཆགས་ཚར་བ་རེད་ངོ་མ་ཞུས་མྱོང་ངེས་ད་ཨེ་ཤ་ཡ་ནང་མི་ཨེ་ཤ་ཡ་ནང་ད་ནང་མི་ཆེན་པོ་བཞི་བོ་གཅིག་སྤུ་བོ་བྱེད་མཁན་གྱི་ཕ་གི་ཧར་བར་མཐོ་སློབ་ལ་བཙུགས་ཐུབ་པར་གདའ། གཉའ་ཤང་བྱེས་རྗེ་ཆེན་པོ་བཞི་བོ་རེད་བསམས་སོ། ངས་ནང་མི་དེ་འདྲའི་འདྲི་གི་སྤུ་གུ་དེ་ད་རིང་བཙུགས་ཐུབ་སོང་ཟེར་ལ། གཉའ་ཤང་ད་དེ་གང་བྱས་པ་དེ་འདྲི་གི་ཡོད་རེད། ནང་མི་ཆེ་དང་དཔལ་འབྱོར་ཆེ་དང་མི་ཆེ་ལ་ཕུལ་ངན་མང་བོ་བཞི་བོ་ཡོད་རེད། འདི་དམིགས་བསལ་ཧ་ལས་ཡོད་མ་རེད། ད་ཁྱེད་རང་རོགས་པ་བྱས་ཡ་དེ་ནམ་རྒྱུན་བསམ་བློ་འཁྱེར་ཡ་དེ་སྐྱོ་བོ་ཉམ་ཐག་རྒན་འཁོག་དེ་གས་ལྟ་བ་རེད། དེ་གས་ལ་ག་ཚོད་བྱས་པ་ཡིན་ན་ཡང་ག་ཚོད་བྱས་པ་ཡིན་ན་ཡང་ལས་དང་དབང་གིས་ག་དུས་ནས་མ་བཏང་ལྷག་བསྡད་ཀྱི་རེད། དེ་གས་མི་གཅིག་ལ་ཕན་ཐོབ་པ་ཡིན་ན་ཡང་ད་ཁྱེད་རང་ལས་ས་ཁོ་རང་ཚོ་སྐྱེ་ས་གཅིག་ལ་སྐྱེ་ཐུབ་པའི་ནང་མི་ཡོངས་རྫོགས་ལ་ཕན་གྱི་རེད། ད་ཁྱེད་རང་ནང་མི་སྟོབས་ཆེན་ཅིག་ལས་ཕན་ཐོགས་པ་ཡིན་ན། ཁོ་རང་ཡོད་ཡོད་པར་ཡོད་པའི་སྒང་ལ་ཡར་རྒྱས་འགྲོ་ཡ་རེད་མ་གཏོགས་གཅིག་པའི་ནང་མི་ཡོངས་རྫོགས་འགྱུར་ལྡོག་འགྲུག་མ་རུ་བ། ཨ་ཏི། ས་བསམ་བློ་བཏང་སྟངས་འདི་རེད། འདི་སོང་ཙང་ངས་ད་གིན་ཞུས་པ་ན་སྲིད་སྐྱོང་སློབ་ཡོན་ཟེར་ཡ་ཞིག་འདུག་བ། ད་གཞོན་སྐད་གཅིག་ལ་སེམས་ཤུགས་འཕར་བྱས། བརྒྱ་ཆ་དགུ་བཅུ་གོ་ལྔ་ལོས་ངན་བྱུང་བ་ཡིན་ན་ཡང་དེ་གིས་ཁོ་རང་སྐུལ་སློང་ཁྱི་ཚང་ནས་བྱས་བྱས་ནང་མི་ནས་བྱས་པའི་ཚང་མ་ལ། འགྱུར་འགྲོ་གི་རེད་བ། ཨ་ནི། སྲིད་སྐྱོང་སློབ་ཡོན་ཟེར་ཡོད་འདོད་ག་རེ་ཟེར་བར་ཟེར་ན་སློབ་ཕྲུག་འཛིན་གྲྭ་བཅུ་གཉིས་སྤུ་གུ་གཅིག་ལ་རེད་ད། ང་སློབ་ཡོན་འདི་སྲིད་སྐྱོང་མིང་ཡ་མིང་ཡོད་རྒྱུ་ཆ་མཚན་ཡོད་རྒྱུ་ཆ་རག་བ་ཡིན་ན། ཐད་ཀར། སྲིད་སྐྱོང་དང་འབྲེལ་བ་ཆགས་ཡོད་ཁོ་རང་འཛིན་གྲྭ་བཅུ་གཉིས་སྤུ་གུ་གཅིག་ལ་མ་རེད་ད། ང་སྲིད་སྐྱོང་རྐུབ་བཀྱག་ལ་སྙོབ་ཡ་ལས་སླ་བོ་ལས་སླ་བོ་ཟེར་ནས། འབད་བརྩོན་བྱེད་དགོས་འདུག་ད། ཁ་ཟེར་ན་ང་དེ། སྲིད་སྐྱོང་སློབ་ཡོན་རག་ཡོད་ཟེར་ཁོ་རང་ནང་ལ་ཡོད་ར་བ་ད། ཨ་ནང་མི་ཕག་ཚོ་སྐད་བཤད་བའི་སྐབས་ལ་ཡིན་ན་ཡང་དང་ཚོ་མིང་ཐོག་རེ་འདི་བཏགས་གི་འདུག་ཁོ་སྲིད་སྐྱོང་ཅི་ཅི་སྲིད་སྐྱོང་མིང་ཐོག་རེ་སློབ་གྲྭ་པུ་གུ་མིང་ཐོག་བཏགས་རེ་བརྩི་གི་འདུག་ཨ་ཡང་སློབ་གྲྭ་ནང་འཛིན་གྲྭ་བཅུ་གཉིས་པུ་གུ་འགྲན་སྡུར་ཞུས་པར་ས་ཁོ་སྲིད་སྐྱོང་སློབ་ཡོན་རག་ངེས་རེད་བས་མ་རེད་བས་ཁོ་རག་གི་རེད་ཁོ་རག་མདོག་ཁ་བོ་རེད་ཁོ་དཀའ་ལས་ཁག་པོ་རེད་ལ་ཡ་བྱས་འདུག་ཨ། ཁོ་སྲིད་སྐྱོང་སྲིད་སྐྱོང་སྲིད་སྐྱོང་ལ་ངེས་ཅིག་པུ་གུ་དང་ཕ་མ་དང་དགེ་རྒན་དང་ལས་བྱེད་ཡོངས་ལ་ཡོད་ན། ཨ་ནི་གཞོན་སྐྱེས་ཅིག་ཡིན་པ་ཡིན་ནའི་ང་མ་འོངས་པ་སྲིད་སྐྱོང་བྱེད་དགོས་རེད་རྩ་དོན་དོན་དག་ཞབས་ཕྱི་ཞུས་དགོས་རེད་སྤྱི་པ་དོན་དག་ཞབས་ཕྱི་ཞུས་དགོས་རེད་ལའི་དེ་ཀུན་སློང་དང་འདུན་པ་དང་སེམས་ཤུགས་དང་བྱི་དོ་བ་ཁོར་ཡུག་དེ་ཆ་ཚང་ཀྲུང་ཡ་ཆེད་དུ་བཟོས་བཞག་པ་རེད་ཨ་འདི་སོང་ཙང་ད་ངས་སྟག་ཤར་རིན་པོ་ཆེ་ག་དུས་ནས་ཡང་བསླབ་བྱ་སྐྱོན་ཡས་ཅིག་ཡོད་རེད་བ། དེ་འདྲའི་གནང་གི་རེད་ད་ང་ན་ཞེ་ནི་ཁོང་འདི་རེད་ཁོང་ཚོ་ཕྱོགས་ལ་ཧ་ལས་པའི་ཐད་གུར་ཆེན་པོ་རེད་ང་ཚོ་ནང་ནས་ད་ལྟ་ཤར་མོ་ཞི་སྟོད་གོ་ད་དཔེ་རྩ་ཆེན་པོ་རེད་ད་དཔེ་ཆེན་པོ་བརྩི་དགོ་ད་ང་ཚོར་བ་ཨ་ནི་རིན་པོ་ཆེ་ང་ཚར་ཅིག་འདི་བཏོན་ན་སྐུ་པར་ཞིག་སྐུ་པར་ནི་ཁོང་ཚོ་ཞོ་སུའུ་སི་ལ་ཕེབས་པའི་སྐབས་ལ་བཞུགས་ཁྲི་སྒང་བཞུགས་ཤག་ཁོང་ཨ་ནི་ཨ་ཤག་རིན་པོ་ཆེ་སྡིངས་ཆ་གི་མདུན་ལ་བཞག་འདི་ཤག་ཨ་འདི་པར་འདི་ང་ལ་སྟོན་བྱེད་ད་ང་ཚོའི་རྩ་བའི་བླ་མ་རེད་ང་ཚོའི་དབུ་ཁྲིད་རེད་ད་ཁོ་རང་ལ་ཞབས་ཕྱི་ཞུ་ཡས་འདི་ཆེ་ཆུང་ག་འདྲི་ཞུ་ནས་འགྲིག་རེད་ད་རེད་བ་དཔེ་ན་ང་ཨ་ཤག་པད་ཀུན་འདུས་འགྲམ་ལ་པར་མཐོང་ཡོད་འདུག་ཨའོ་ཨ་ཤག་ཀུན་འདུས་འགྲམ་ལ་དཔེ་གལ་ཆེན་པོ་བཞི་བོ་བྱས་ཆེད་ཕྱག་ལས་གནང་དགོས་བ་རེད་བསམས་སོ་ང་འདི་སྡོད་ཁང་ལ་འདི་ཡིན་ཟེར་དྭང་བླངས་སྐུ་སྲུང།

ས་གནས་ས་ཐོག་ནས་དེ་དག་དང་བླངས་ཐོག་ནས་ཞབས་ཕྱི་ག་འདྲི་ཞུས་པ་ཡིན་ན་ཡང་གལ་ཆེན་པོ་རེད་བྱས་ཇི་ལྟར་ལམ་སྟོན་བརྗོད་ཡོར་བ་དེ་ལྟ་དེ་བཞིན་གནང་ངེས་ཅི་རེད་དེ་བཟུང་ད་རེས་ང་བསྡད་སུད་ལ་ཡོང་བའི་ཞོར་ལ་ད་ང་ཕ་དམ་པ་དང་ཨམ་ལགས་རེད་ཨ་ང་རང་ཨ་ཞང་དམ་པ་ལགས་ནི་ཁ་སུག་རེད་ཐུགས་རྗེ་ཆེ་ཞུ་ཡག་གི་ནི་གོ་སྐབས་རག་བ་དེ་སྐལ་བ་བཟང་པོ་ཞིག་རག་བྱུང་སར་ང་ད་རེས་བསྡད་སྤྱོད་ཚིག་པ་འདི་ཐུགས་ཁ་སླེབས་པ་ཡིན་སྤྱོད་ཚིག་པ་འདི་ལ་ཡང་འདི་རེད་ད་ཡང།

ད་ལྟ་ངས་ཡང་ངའི་ཨ་ཞང་དང་ཅོ་ཅོ་དང་ནང་མི་བག་ལམ་ལ་མང་པོ་ཞུ་འདོད་མང་པོ་བསམ་ཡོད་ད་ཁ་ར་ཁོ་རང་ནང་མི་ལུང་རྒྱུ་ཞིབ་ཤེས་ཁུལ་དུ་བསམ་བསམ་ཟོ་ར་བ་བྱོས་ད་ང་སྲིད་སྐྱོང་ལས་འགན་མེད་ཙང་ད་ཡང་ལས་འདོམས་མང་པོ་སྐྱོ་ཡ་ང་འགན་ཡོད་མ་ར་བ་ད་ངས་ཞུ་དགོས་དོན་གཙོ་བོ་འདི་ནི་བོད་མི་སུ་འདྲ་ཅིག་ཡིན་པ་ཡིན་ནའི་ར་ད་སུ་འདྲ་ཅིག་ཡིན་པ་ཡིན་ནའི་ཡང་ཕ་མ་ཡིན་ནའི་ཡང་སོ་སོ་སྤུ་གུ་ལ་བསླབ་བྱ་རྒྱབ་བྱས་བཟོ་བལྟ་བཟོས་ཐུག་གི་རེད་ཨ་ཞང་ཅིག་ཡིན་པ་ཡིན་ནའི་ཡང། ཡ་རབས་བཟང་སྤྱོད་རླབས་ཆེ་སྤུ་གུ། ཡོ་རེད་པ། འགོ་ཁྲིད་ཀྱི་སྐད་གསེང་དེ་བཟོད་ཐུག་གི་རེད། རེད་པ། ཨ་ནི་བཅོས་བསྒྱུར་གྱི་ཡིན་པས་ཡིན་ནའི་ཡང་རེད་ད། སྒོར་མོ་ལྔ་བཅུ་ཆི་ཡོ་རེད་པ་སུས་ཕྲང་བརྒྱད་ཉིས་བརྒྱ་བཏང་བྱས་བཏང་བ་ཡིན་ནའི་ཡང། ཚ་བོ་ཚ་མོ་ཡིན་གྱི་ལ་ཡིན་ནའི་ཡང་སུ་སུ་གི་བཟོ་བལྟ་དུ་མ་སུ་སློབ་གསོ་སྒྲིག་བྱས་ཨ་ནི། མ་འོངས་བསོད་རྫ་ཟེར་དུ་བ། འགོ་ཁྲིད་འདི་གི་ལས་འགན་འདི། མི་གཅིག་གཅིག་པོ་མ་རེད་ཕ་མ་དཔེ་རྒྱ་ཨ་ཞང་ཨ་ཁུ་ཚ་བོ་ཚ་མོ་ཨ་ནེ་ཨ་སུ་ཚང་མས་ཀྱི་ཧ་རུ་བ་རུ་བྱས་པ་ཡིན་ན་ཨ་ནི་ང་ཚོའི་གི་མ་འོངས་བསོད་རྫ་འདི་གས་ཡ་འཚར་ལོངས་བྱེད་ཆེད་འགོ་ཁྲིད་སྐྱེད་སྲིང་ཡོད་པའི་ཐོག་ནས་འགོ་ཁྲིད་བྱེད་ངེས་ཆགས་ཀྱི་རེད། ང་རང་མི་ཚེ་ལས་ཡིན་ནས་འདི་འདྲའི་ཆེ་བའི་བཀའ་དྲིན་བསྟན་ནས་ང་ང་རང་རྐང་པར་ལངས་ཐུབ་པ་རེད། ང་སྲིད་སྐྱོང་བྱས་གོ་སྐབས་རག་པ་རེད་རེད་བ། འདི་སོང་ཙང་ནི་ཡང་ངའི་གཙོ་བོ་འདི་རེད་ད་སློབ་གསོ་དེ་ཟེར་བར་བ་ད་འདི་ཚང་མས་གི་འགན་འཁྱེར་དགོས་པ་དཔེ་གལ་ཆེན་པོ་རེད། འདི་སོང་ཙང་ཡིན་དེ་མཁན་རིམ་སྲུང་བ་ནང་བཞིན་རེད་ཨ་ཡང་ཨ་ཞང་ལམ་དཔེ་དམ་པོ་ཡོད་རེད། ཚར་གཅིག་ང་ཞི་བ་ལ་བསླབ་རང་བཅར་བའི་སྐབས་ལ་ནི། ང་ལྡི་ལི་མཐོ་སློབ་འགྲོ་འོང་བར་བ་ཨ་ནི་སྦིས་ཀུར་དང་དེ་འདྲའི་ཕུལ་ངན་མང་པོ་དང་ཤིང་ཏོག་དེ་འདྲས་དེ་འདྲས་སྒམ་གང་གཅིག་བླུགས་བྱས་ད་ང་ལྡི་ལི་མཐོ་སློབ་ཁྱི་བྱས་ཟ་གོ་བསམས་སོ་བ་དེ་ཁྱེད་ཡིན་པས་ཟེར་འདུག་ཨ་ནི་ད་ཁྱེད་རོགས་མི་རོགས་ང་ལྷ་ས་ན་སློབ་ཕྲུག་རོགས་མི་ཟ་ཡ་དོན་གོ་ད་དེ་ཁྱེད་རང་བསམ་བློ་བཏང་བར་གདའ། དེས་དགོན་པ་ལ་རེ་རེ་ཕུལ་ཡོང་དོན་གང་ལ་བསླབ་རང་རེ་རེ་ཕུལ་ངའི་ཚོགས་ཀྱིས་རིན་པོ་ཆེ་རེ་བྱས་བྱས། རེ་བ། མི་གྲོངས་ངན་དང་མི་ལ་དཀའ་ངལ་སྡུག་ངལ་ཡོད་ངལ་ཐུ་མེད་གནང་རོགས་གནང་སྨོན་ལམ་རྒྱག་རོགས་ལ་ཕུལ་གོ་རེ་དཱས་བི་སི་ཀུད་རེ་རེ་ལ་ཁྱེད་རང་སྐོར་སྟོང་ཕྲག་རེ་རེ་ཡོད་རེ་དཱ་ཁྱེད་རང་འདི་གི་འགན་ཁྱེད་ཚོས་ས་རེ་བས་ས་ག་ལི་ག་ལི་གམ་འདི་ཕག་ཞག་ཡ་རེ་ཡོད་རེ་བ་བི་སི་ཀུད་རེ་རེ་ས་དེ་མ་ནི་སྟོང་ཕྲག་ག་བ་དང་དྲུག་དང་སྟོང་མ་རོ་ག་ལི་ག་ལི་ཕག་ཞག་ཡ་རེ།

ད་དེ་དངོས་གནས་བྱས་ན་ཕྱོགས་གཅིག་བལྟས་པ་ཡིན་སྟབས་འབོ་གོག་ནས་སོ་རབ་བྱེད་རེད་ཡིན་ནས་ནི་གཡོག་ཁོ་རང་ཚོ་རྒྱབ་སྐྱོར་བྱེད་མཁན་མང་པོ་ཞི་བུ་བྱེད་ཀྱི་ད་ཨ་ནི་བཀའ་ཤག་ཡོངས་རྫོགས་བཀའ་བློན་ཡོངས་རྫོགས་ཡོད་པ་ཐུགས་རྗེ་ལེགས་པོ་ཞུ་གི་ཡིན་བྱས་བྱས་ཨ་ནི་ཁ་སོ་འབད་བརྩོན་དང་འབོད་སྐུལ་ཤུགས་ཆེན་པོ་ཞུ་གི་འདུག་ཨ་དེ་ངས་བསམ་བློ་ཞིག་བཏང་ཡིན་པས་ཡང་ད་ང་གཅིག་པོ་ཡིན་ན་ད་ཡོད་རེད་པ་ད་མང་དྲགས་བས་ཀྱི་ཁ་སོ་རུ་སྐྱོན་སོ་རབ་ཞིག་མཐོང་གི་འདུག་དེ་ནས་བཀའ་བློན་ཚང་མ་ལབ་པར་བ་ཡང་ང་རང་ཨ་ཨ་ཙི་བཀའ་བློན་ཚང་མ་ལ་བྱས་ན་ལྟ་ཡིན་ལྟ་ཡིན་ང་རང་གཅིག་པོ་ཆིང་རྟག་པ་སྙན་པ་ལན་བདེ་ན་རེ་བ་ད་ལས་བཀའ་བླན་ཚོ་ལ་ཕུལ་ཡ་ར་ན་ཡག་པོ་འདུག་བསམས་སོ་རྒྱུ་མཚན་གཉིས་ཡོད་རེད་གཅིག་ནི་ལོ་གཅིག་དེ་ཕྱེད་ཀ་ལ་ནད་ཡེམས་སྐབས་ལ་རེ་བ་ང་ཚོ་ཚང་མ་དཀའ་ལས་ཞིབ་འགྱངས་སོ་བ་ཨ་རེ་ང་ཚོ་བཀའ་ཤག་སྐབས་བཅོ་ལྔ་པ་རྡ་རམ་ས་ལ་ལ་ཞི་དྲག་འགྱངས་སོ་རེ་བ་ཡང་ནད་ཡེམས་སྐབས་ལ་ཆུ་ལོག་དོན་ཡང་མེད་རྫུན་ཡང་མེད་དམིགས་བསལ། ལས་ཡུན་གྱི་ཟླ་བ་ཐ་མ་དེ་སྤྱི་ཟླ་བཞི་བ་དང་ལྔ་བ། ཨ་ནི་བཀའ་ཤག་གི་ལས་ཤག་བྱེད་ཡོད་རེད་པ། ང་ཚོ་ཚང་མ་བིལ་ལྡིང་གཉིས་ཡོད་རེད། ཨ་ནི་ཁང་པ་རེ་རེར་ཁང་མིག་དྲུག་ལ་མི་དྲུག་བསྡད་ཡོད་རེད་པ། ཕར་ཚོ་ཐུག་འགོ་རེད་ད། དེ་ནས་ཡང་ཐུག་ཡ་ཡོད་མ་རེད། ན་ཚ་འགུལ་འགུལ་ཚམ་བྱེད་ཡོད་རེད་པ། ང་ཚོ་ཞེད་སྣང་དེ་ག་རེ་རེད་ཟེར་རྔམ་སྐྲག་དེ་ད། ལྔ་བའི་ཉིན་གསར་སྐྲུན་ལས་ཡུན་ཉི་མ་ཐ་མ་ཡིན་ཙང་སྲིད་སྐྱོང་གསར་བ་འཕེན་ངེས་ཀྱི་དམ་བཅའ་ཕུལ་ཡས་བྱེད་ཡོད་རེད་པ། འདི་ཡག་པོ་བྱེད་དགོས་ཀྱི་འདུག་མ་གཏོགས་གཅིག་པུ་འདི་དུས་གང་ལ་བཀའ་བློན་གྱི་ན་ཞེ་སྲིད་སྐྱོང་ན་ཞེ་མན་ངག་ལྷག་ཞེ་ལ་དཔེ་བསགས་ཡོད་རེད་པ། ད་ང་ཚོ་ཐུག་དགོས་ཡ་དེ་མ་ཐུགས། སོ་སོ་ཁང་པ་ལ་བསྡད། ད་ཟླ་བ་གཉིས་རྣམ་བསམ་བཏང་ན་ཟླ་བ་གཅིག་ནང་ཟླ་བ་གཅིག་གཉིས་ཟེར་བ་ནང་ལ་འཛུལ་བྱས། བཀའ་ཤག་ཚོགས་འགོག་བ་ས་མིག་མ་དང་པ་སངས་ང་ཚོ་ཐག་ཉེ་པོར་བཏགས་ཚང་མ་དྲ་རྒྱ་རྒྱུན་ཚོགས་འཁོར། ང་ཚོ་གདོང་གདོང་ཐུག་མེ་ད་ད་ང་རྩིས་ཡག་པོ་སྤྲད་འོ་རེད་ཨ་འདམ་སླ་ལས་བྱས་ན། ཕལ་ཆེར་ལས་བྱེད་ནང་མི་ཚང་མ་རྩིས་ན་ལྔ་བརྒྱ་ལྷག་ཟོས་གི་རེད་བརྒྱ་དང་ཉི་སད་ལྔ་ཟནར། ལས་ཁུངས་སྒོ་རྒྱ་རི་རྒྱ་ཚེར། བཀའ་དྲུང་ཡིག་ཚང་ལ་ཐ་མ་འདིར་ད་བཀའ་ཤག་རེད་བཀའ་དྲུང་ཡིག་ཚང་ལས་གཞི་གཉིས་ལས་ཡོད་མ་རེད་བདུན་ཕྲག་གཅིག་རེད་ག་ལ། གཅིག་གི་ནང་ཨ་ནི Contact Tracing དེ་ཚང་མ་ནང་བསྡད་དགོས་རེད་བ་ད་རྫ་དྲག་པོ་བཞི་བོ་ཆགས་རེད། འདི་སོང་ཙང་ད་ལས་ནིའུ་ཡོག་ཁོ་རང་ཚོ་བཀའ་བློན་ཚང་མ་དེ་འདྲི་ཞུ་དགོས་ས་ངེས་བསམ་སུ་རེད་རེད། ད་བཀའ་ཤག་སྐབས་བཅོ་ལྔ་པ་བཀའ་བློན་རྣམ་པ་ཚོ་ལ་ཡོད་རེད་བ་བདུན་ཕྲག་གཅིག་ད་གུས་ཚུ་ག་ཚོ་བོ་རེད། གུང་སང་བཏང་ཡག་ཞིག་ཡོད་རེད་བ་ཡང། གོ་སྐབས་ཤིག་ཏུ་གོ་བ་རེད་བསམས་སོ། དེ་སོང་ཙང་ད་ལྟའི་རྒྱ་གར་ལ་ད་གནས་ཚུལ་རྫ་དྲག་ཏུ་ཆགས་བསྡད་འདུག་བ། ཡིན་ན་ཡང་ད་དགོན་སྡེ་ཁག་བཀའ་དྲིན་བརྟེན་ནས་རྣམ་སྤྲུལ་གླིང་རེད་གདན་ས་ཁག་རེད་ས་སྐྱ། ཕོ་བྲང་རེད། གཙོས་པའི་གླེ་ལུང་རིན་པོ་ཆེ་གཙོས་པའི་ཚང་མས་ཀྱི་འབད་རྩོལ་གནང་བྱས་ཁབ་འདི་གང་མང་མང་བརྒྱབ་གནང་གི་འདུག་བ། འདི་བ་བརྟེན་ནས་ད་ལྟའི་བོད་པའི་སྤྱི་ཚོགས་ནང་ལ་ཉུང་རུ་འགྲོ་གི་འདུག་སྟེ་ཡིན་ན་ཡང་མུ་མཐུད་ནས་ཉེན་ཁ་ཡོད་ཙང། ཨ་ནི་ཁོ་རང་ཚོ་ད་ལྟ་བཀའ་བློན་རྣམ་པ་ཚང་མ་རྒྱ་གར་བྱུགས་བསྡད་ཡོད་རེད།

གནས་སྟངས་ག་རེ་རེད་དོ། རྩ་དོན་གནས་སྟངས་ག་རེ་རེད་དོ། རྒྱལ་སྤྱི་སྡིངས་ཆ་ཐོག་ནས་ག་རེ་རེད་དོ། མང་གཙོ་གནས་སྟངས་ག་རེ་རེད་དོ། ང་འབུམ་རམས་པ་ཆེ་བའི་སྐབས་ལ་མང་གཙོ་བོད་པའི་མང་གཙོ་གང་བྲིས་པ་ཡིན་ཟེར་དེ་དེ་དེབ་ལ་གཅིག་བསྒྱུར་ཐོ་ན་བྱས་བྱས་ཨ་རེ་ང་ཡང་དུས་ཚོད་ལྷོད་བྱས་བྱས་ཏེ་བསྡད་ན་བསམ་གི་ཡོད། འདི་བྱས་བྱས་ཡང་འདི་ཡོད་འདོད་གང་ལ་ཡང་ང་མཐོང་ཡ་མེད་སྐྱོ་མ་རྟ་རྒྱལ་སྤྱི་གི་སྡིངས་ཆ་འདི་འདྲའི་ཐོག་ལ་བོད་པའི་རྩ་དོན་དང་འབྲེལ་བའི་ཐོག་ནས།

རྒྱལ་སྤྱིའི་སྡིངས་ཆ་འདི་གའི་ཁ་ལ་ང། འགྲོ་བསྡད་ཀྱི་ཡིན་དེ་སོང་ཟན་བོད་པའི་རྩ་དོན་དོན་དག་འདི་དང། ད་མཁན་རིན་པོ་ཆེ་ད་གིན་གདན་ཡོང་ཆེད་བོད་ཆོས་བཏང་ཆེད་བཀའ་སློབ་ཞུས་གོ་རེ་ཚུགས་སུ་སྟེར་བ་ལ་ཨ་ནི། སྐབས་སྐབས་ལ་བཅར་ཆོས་པ་ཆེད་གཏད་སུ་ཉུང་རུ་བཏང་གནང་སོ་རབས་སམ་མཚམས་བཅར་ད་ངས

བ། ཁོང་ཚོ་ཤོག་ང་ག་དུས་འདི་བརྩི་གི་ཡོད་རླབས་ཆེན་གྱི་མཛད་འཕྲིན་གཅིག་དེ་མང་གཙོ་རེད། ཡིན་ནས་རྒྱལ་སྤྱིའི་སྡིངས་ཆ་ཐོག་ནས་བོད་པའི་མང་གཙོ་གང་ལ་དེབ་ཅིག་ཡོད་རེད་ཟེར་ན། བོད་མི་གྲི་གྱོག་རེ་དག་ཡོད་རེད་ཟེར་ན་ཧ་ལམ་ཡོད་མ་རེད། ང་ཚོ་ལ་མཆན་རྐྱང་རྐྱང་མང་པོ་ཡོད་རེད་ད། མཁས་པ་མང་པོ་དོན་གོ་རེད་ད། ཡིན་ནས་ད། ཁོང་ཚོ་ཤོག་རླབས་ཆེན་གྱི་མཛད་འཕྲིན་ལོ་དྲུག་ཅུ་རེ་སྐུ་ལས་བསྐྱོན་བྱས། འདི་འདྲི་བྱེད་རེད་ད་ཟེར་ནས་དེབ་ཅིག་བྲིས་དགོས་གོ་རེད་པ་དེབ་ཅིག་ཡོད་ན་འཛམ་གླིང་གི་དཔེ་མཛོད་འགྲུབ་གི་རེད། མཁས་དབང་དང་སློབ་ཕྲུག་དང་ཉམས་ཞིབ་པ་ཚང་མས་ཀྱིས་དོ་སྣང་བྱེད་ཆེད་ཏི་པད་སྐོར་མི་ཚེ་ནི་རེ་བ་ལོ་ལྔ་བཅུ་བརྒྱ་ལྷག་རེ་བ། དེ་འདྲའི་ཕྱིའི་གོ་འཛོལ་ཤོག་རླབས་ཅན་མཛད་འཕྲིན་འདི་དེབ་ལ་དཔར་ཆས་བྲིས་དགོས་ཡ་དཔེ་གལ་ཆེན་པོ་རེ་བ། དེ་བས་ང་ལ་ད་ཁོ་བམ་རོམ་པ་ལག་འཁྱེར་བྱས་ཉམས་མྱོང་ལྟས་ཡོད་ཙང་དེ་འདྲས་ཤིག་བྲིས་པ་ཡིན་ན་དངོས་གནས་རང་འཕྲལ་ཕུགས་རྒྱང་གསུམ་ནས་ཕན་ས་རེད། ཁབ་གསོལ་ཁབ་གསོལ་ང་ཚོའི་སྤྱི་ཚོགས་ཆུང་ཆུང་འདི་ནང་ལ་ང་ཡོང་ཐུག་དང་མ་ཐུག་ཞིག་ཡོད་རེད་བ། ཡོང་གི་རེད་དེ་ཡིན་ན་ཡང་ཕུགས་ནས་དེབ་དེ་གི་ངའི་ཕན་ཐོག་ཆད་ཡོད་རེད་བསམ་གི་འདུག་ད་དེབ་དེ་བྲིས་པ་ལ་ང་ཡང་ལས་ཁུངས་འཛུལ་ཞིང་ཞིབ་འཇུག་བྱས་རྗེས་དུས་ཚོད་བཏང་བསྡད་དགོས་རེད་མ་གཏོགས་ཡང་ཕག་ཕག་ཚ་ཚོགས་ཚུགས་ཤིང་སྐད་ཆ་མང་པོ་ཞིབ་ཐེར་ན་བསམ་བློ་འདི་འཐོར་བ་ཡིན་ན་དེབ་དེ་བབ་ཐུག་གི་མ་རེད་ང་འདི་འདྲའི་རེད་བསམ་བློ་བཏང་བསྡད་ཀྱི་ཡོད། དེ་ནས། ད་རྒྱལ་སྤྱིའི་ཐོག་ནས་བོད་པའི་རྩ་དོན་གནས་སྟངས་དེ་ག་བ་གནས་ཐོག་ཟས་སྦྱོར་བ་ཕྱོགས་གཅིག་བལྟས་པས་ན་རྫ་དྲག་པོ་རེད། དངོས་ནས་བཤད་ན་ང་སྐད་ཆ་བཤད་ཐུན་དུས་ཅི་ལས་མེད་ད། ནམ་རྒྱུན་ཡར་ལངས་ནམ་མིང་དང་ཕ་མ་དང་བཀྲ་ཤིས་ལེ་ལ་བྱེད་ནམ་རྒྱུན་ཡོལ་བ་ང་སྤྱི་པ་རྩ་དོན་འོ་ཞེ་དྲག་བཤད་གི་མེད་ང་ད་རྒན་མེད་ཙང། ཡང། ཤེས་ངེས་ཡོད་ཙང་ང་ཤེས་དེ་ལས་བོ་མི་འདུག་ཨ་ད་རང་ང་འདི་མཐོང་སོ་བ། སྐར་མ་ཆུང་འདི་བཏང་ཞེས་འཛིན་རིམ་ལ་གཅིག་བལྟ་ཡིན་པས་ང་སྐད་ཆ་བཤད་སྐར་མ་བཞི་བོ་ཤེས་ང་བཞག་བཞག། སྐར་མ་བཞི་བོ་ཤེས་ང་ག་རེ་འདྲ་བཤད་དགོས་ཡིན་ན་བསམ་སོ་བ་བསྡུ་སོང་ཟིག་ངས་མནར་གོར་དང་ལོ། ཡང་རྣམ་པ་ཚོ་བསམ་པ་ལ་ད་དངོས་གནས་བཟོ་ཡ་ཆེས་མི་འདུག་ཁ་ལག་དྲི་མ་ཞིམ་པོ་བཞི་བོ་ཁ་ཁུག་ཏུ་བསྡད། སྲིད་ཟུར་ད་འདོད་བསྡད་ཀྱི་མི་འདུག་ལབ་པ་ཡིན་ན་སྐར་མ་བཞི་བོ་ཤེས་ང་དུས་ཚོད་གནང་ཡོད་ཙང་ངས་གཅིག་འགན་དེ་མ་ཁྱེར་ནས་འགྲིག་གི་མི་འདུག་བ། ད་རྒྱལ་སྤྱིའི་ཐོག་ནས་གནས་བབ་གཟིགས་པ་ཡིན་ན། ད་ང་ལོ་བཅུ་རེ་འགའ་ལ་རེད་ད། ད་དང་པོ་ང་སླེབས་པའི་སྐབས་ལ་ག་ལ་རུ་ཟེར་ན་རྒྱ་ཁབ་གང་མང་མང་ལ་འབྲེལ་བ་བྱེད་དགོས་ཀྱི་འདུག། འབྲེལ་བ་ཤུགས་ཆེ་རུ་གཏང་དགོས་འདུག་བྱས་བྱས་ལོ་ཉིས་སྟོང་བཅུ་གཅིག་བཅུ་གཉིས་བཅོ་གསུམ་ཟིན་ན་ད་ང་ཡུ་རོབ་བཞིའུ་སྐོར་བརྒྱབ། འདི་ཟས་ཀྱི་ཐོག་ང་ག་ས་རྒྱ་ཁབ་བདུན་ཉི་མ་བཅུ་གཅིག་ནང་ལ་རེད་ད་སྐོར་བརྒྱབ་ཡུ་རོབ་ནང་ལ་རེད་ད་འགྲོ་བསྡད་པ་རེད། ཡིན་ན་ཡང་ད་སུའི་སྐད་ར་ཆེན་པོ་ཞི་དྲག་རེད་བོད་དོན་རྒྱབ་སྐྱོར་ཤུགས་ཆེན་པོ་ཞི་དྲག་རེད་བ། ནོར་ཝེ་ཤུགས་ཆེན་པོ་ཞི་དྲག་རེད་འདན་མག་ཤུགས་ཆེན་པོ་ཞི་དྲག་རེད་སུའི་ཏན་ཤུགས་ཆེན་པོ་ཞི་དྲག་རེད་ངོ་མ་རེད་ད། འདི་སྟོང་བཅུ་གཅིག་བཅུ་གཉིས་བཅོ་གསུམ་ཀོ་ར་རྒྱབ་རྒྱབ་རྒྱབ་ཡོང་ད་ནང་ལོ་ཅིག་ཅིག་ཐོང་རེད་བ་ཐོང་དོད་ཀོ་རྒྱབ་སྐྱོར་ཤུགས་ཆུང་རུ་ཆུང་རུ་ཆུང་རུ་ཆུང་འགྲོ་གི་འདུག་བ་ཚོང་འབྲེལ་ཆེ་རུ་ཆེ་རུ་ཆེ་རུ་འགྲོ་གི་འདུག་བ་དཔེ་ན། སུའི་སི་ངོ་མ་ངས་ཞུས་མྱོང།

ཟླ་ཝུ་ཧན་མཐོ་སློབ་དང་འབྲེལ་བ་ཡོད་པ་བྱས་ནས་ཁོ་རང་ལོ་གསུམ་གྱི་རྒྱ་ནག་ཆིངས་ཆེད་ཞིབ་འཇུག་བྱེད་ཡག་གི་གོ་སྐབས་དེ་རག་འདུག་ཨ་ཁོ་རང་རྒྱ་ནག་ཆིངས་ཤག་ཝུ་ཧན་ལ་བསྡད་ཤག་ཕ་གས་ཁོ་རང་རྒྱ་མི་མི་མང་དང་དེ་ཚོ་ལ་དགའ་བོ་ཆེན་པོ་འདུག་ཡོད་ཙང་ཁོ་རང་དགའ་རོགས་གས་རྒྱ་མོ་ཅིག་བྱུང་ཤག་ར་བ་ཞིབ་འཇུག་བྱེད་ཡིན་ནས་ཡང་ད་ཉིང་ཉིས་སྟོང་བཅུ་དགུ། རོལ་བ་ལ་གང་ཟག་ཉིས་སྟོང་བཅུ་དགུག་ལུག་ཤུགས་རེ་བདེ་བ་གཅིག་ལ་ཚུར་སླེ་བྱ། སླེ་བྱ་ནི་ནད་ཡམས་ཀྱི་རྐྱེན་ཁོ་ཕར་འགྲོ་ཐུབ་མི་འདུག་བ། འགྲོ་མ་ཐུབ་ཟང་དེ་ལྷག་བྱ། ད་དེ་ནས་ཁོ་རང་སྤྱི་ཚོགས་དྲ་རྒྱ་ཏྲུའི་ཏང་ཧྥེས་བུག་དེ་འདྲ་བཟོས་བྱས་འབྲེལ་བ་བྱས་བྱས་ཁོ་རང་ཞིབ་འཇུག་མུ་མཐུད་ནས་བྱས་བྱས་འདུག་བ། ཨ་ནི་ཁོ་རང་གི་ཏྲུའི་ཏྲའི་ཨེ་ཀའུ་ཅིག་ཕྱེ་བྱ། གསར་བ་གསར་རྐྱང་ཅི་རེད་ད་ཁོ་རང་གི་མི་བཅུ་ལས་མི་འདུག་ཁོ་རང་ཡོད་རེད་བ་ཁོ་ཁོ་རོག་གྲོགས་པོ་མི་བཅུ་ལས་ད་ག་རེ་མགོ་ཅིག་མ་རེད་བ། ད་དེ་ནས་ཁོ་མཆན་ཅིག་ག་རེ་རྒྱག་འདུག་ཟེར་ན་ད་ནད་ཡེམ་འདི་ཨ་ནི་ཝུ་ཧན་ལས་ཡོང་བྱས་ཡོད་རེད་བ་རྒྱ་ནག་གཞུང་གིས་གསལ་པོ་ཤེས་གི་མི་འདུག་འདི་གི་མི་མང་པོ་ཤི་གི་འདུག་གྲོངས་གི་འདུག་ལ་ཆེ་ཁོ་རང་སྐྱོན་བརྗོད་བྱས་ཤག་ད་ཁོ་ལ་བློ་ངན་མི་བཅུ་ལས་ཡོད་མ་རེད་ད་ཡོད་རེད་བ་དེ་དོན་ཤག་ད་འདི་ལ་ཀན་ན་ར་ལ་ཡོད་ངེས་རྒྱ་མི་གཅིག་གིས་དགག་པ་རྒྱག་ཤག། ཁྱོད་དཔེ་རེད་གལ་མི་མཛེས་རེད་རྒྱ་ནག་མཐོང་ཆུང་བྱེད་ཡས་མས་ཀོས་ལ་བྱས། ཡི་གེ་འདི་ཙན་དགའ་ལེན་མཐོ་སློབ་ཀྱི་དགེ་རྒན་འདིར་བཏང་བཞག། དགེ་རྒན་ཁ་སློབ་ཚོས་ཁྱོད་འདི་འདྲ་བྲིས་ནི་དཔེ་རེད། ད་ཁྱོད་འདི་བྲིས་ཙང་ཁྱེད་རང་ངའི་སློབ་ཕྲུག་ཡིན་ཙང་ང་རྒྱ་ནག་ལ་འགྲོ་བའི་བི་ཟ་རག་གི་མ་རེད། ད་རུང་སུམ་ཅུ་བུམ་རམ་པ་གི་དགེ་རྒན་ང་སུ་པོ་པ་ཙི་བྱེད་ཀི་མེད་ལ་བཞག། ཨ་ནི་དེ་ནས་ཉི་མ་འགའ་ཤས་རྗེས་ལ། དགེ་རྒན་གཞན་དག་དེ་གས་ང་ཡིན་བྱེད་ཀི་མེད་ལ་བཞག་ཨ་ནི། སུ། པི་ཨེ་ཤི་བྱེད་ངེས་ཡིན་ན་རེད་ད། སུ་པོ་པ་ཙི་མེད་ན་ཁྱེད་རང་པི་ཨེ་ཤི་རི་བིས་པར་ད།

རེད་ད། ཨ་དེ་ནས་ཛུ་རིག་ཡུ་ནི་ཝེ་སི་ཀི་ར་ཆེན་པོ་ཇི་ལྟར་རོ་བ། ཨེ་གི་རི་མེན་བདུན་ཡོད་ནས་བརྒྱད་རེད་བཞག་འདུག་བ། ད་ད་རྒྱ་ནག་ལ་ཡོད་རེད་ད། རྒྱ་མི་གཅིག་གིས་སྐྱོན་བརྗོད་བྱས་རེད་ད་སུད་སི་རྒྱལ་ཁའི་གཉིས་ཞེ་ཐག་ཆོད་ཆེ་སུད་སི་སློབ་ཕྲུག་པིས་བཞག་རེད་ད། ད་དུ་གུས་གནོད་ཤུལ་སླེད་འདུག་བ།

ཚོགས་པ་གི་ཚོགས་གཞོན་དེ་ཕེབས་འདུག་བ་ལ་འོང་བསྡད་འདུག་བ་ལ། ཨ་ནི་ཕེབས་རེད་ཨ་ནི་ང་མཇུག་མ་སླེབས་པ་རེད། གྲོས་ཚོགས་འགྲོ་བ་ཡིན། འགྲོ་དོན་ང་ལ་སུད་གྲོས་ཚོགས་འཐུས་མི་ང་ལ་ཐུག་ངེས། གཉིས་འདུག་ང་བསྡད་མི་འདུག། གལ་སྲིད་ནུས་ཤུགས། རེད་བ། ཐེ་ཚོམ་སུད་ངོ་མ་རྒྱབ་སྐྱོར་ཤུགས་ཆེན་པོ་ཞུ་བྱེད་ངེས་རེད་བ།

འཇོན་ཐང་དང་ཤེས་ཡོན་དང་ལྷག་བསམ་དང་ནུས་པ་ཡོད་པ་འདི། སུད་ནང་ལ་ཡོད་པའི་གི་གྲོས་ཚོགས་གཙོས་པའི་སུད་གཞུང་གི་བོད་དོན་ལ་རྒྱབ་སྐྱོ། སྔར་ལས་ལྷག་མེད་ནས་ཡང་སྔར་ནང་བཞིན་བསྐྱར་གསོ་བྱས་ཏེ་གལ་ཆེ་ཤོས་རེད་ཤགས། མ་གཏོགས་གཅིག་པའི་ནང་ཁུལ་ཇི་ཡོར་བ་ཙག་གི་ཙིག་གི་ཇི་ཡོར་བ་ཆོལ་ཁ་དང་ཆོག་ཤེས་བྱས་བྱས་བྱས་བསྡད་པ་ཡིན་ན་ཨ་ནི་ཟུར་པ་ཡིན་པ་ཡིན་ནས་ཡང་ནུས་མེད་རེད་ཤགས།

ནང་ལ། ནང་འཇམ་རྙིང་པ་ཅིག་འཁོན་སྟོད་སྡུག་རྙིང་པ་ཅིག་འཁོན་ལྷུག་ལྷུག་ལྕགས་པོར་འཁོན་བསྡད་པའི་དགའ་བོ་ཡོད། ཨ་མཚམས་སུ་མི་དེ་འདི་གླེགས་འདུག་ཨ། ང་སྐུ་བྱེད་སྲིད་སྐྱོང་ཁྱུགས་ཐུ་རོ་བྱེད་པར་གཅིག་རང་གཅིག་རྒྱབ་རོགས་བྱེད་ཟེར་གི་འདུག་པར་རྒྱབ་པ་ལ། ཨ་མཐོང་ང་ནང་འཇམ་ལྷུག་ལྷུག་བཀྲིས་ཤ་ལྷུག་ལྷུག་མ་སྤིས་དགོ་གོ་བར། གདོང་བཀྲུས་དགོ་གོ་བར་སྐྲ་བཤད་གོ་གོ་བར་དུག་ལོག་གཙང་མ་གོན་གོ་གོ་བར་ཡོད་རེད་བ། ཁོ་ཚོ་ཁ་ཡི་སྐར་མ་ལྔ་རང་ང་པར་གཅིག་རང་གཅིག་རྒྱབ་རོགས་བྱེད་ཟེར་གི་འདུག་ང་བལ་ཁོ་ར་དཀར་ལེགས་བཞི་བོ་ཡོད་རེད་ད་ལགས་འོ། བྱས་བྱས་ནམ་རྒྱུན་འདི་འདྲ་ཡིན་ཡིན་ན་ཡང་ད་སྲིད་སྐྱོང་ཆགས་ཚར་བའི་གཞུག་ལ་ད་གོན་ཡག་འདི་ཡག་པོ་གོན་ན་མ་དོར་བ་ཡང་གོན་བྱས་འགྲོ་བསྡད་དགོས་ད་འདྲེན་མག་ལ་རེད་ཨ་སུ་དེ་བདུན་པ་ལ་ལང་ཟབ་ཟབ་ད་བོད་མི་ས་ཡ་དྲུག་གི་ཚབ་བྱས་ཆབ་སྲིད་འགོ་ཁྲིད་ཟབ་ཟབ་སུ་བོད་ཀོ་ཕི་བཏུང་བྱས་འཁྲུངས་རིག་རིག་ཞིག་བསྡད་བསྡད་པར་ད་སེ་ཚོ་དགུ་བ་ལན་སླེ་ཡོད་འདུག་རྒྱ་ནག་གཞུང་གི་གནོད་ཤུགས་སྤྲད་བཞག་ཨ་ཚོགས་གཙོ་ཐུག་ཡ་མེད་ཟེར་གི་འདུག།

འགྲོ་རེད་འགྲོ་ས་རེད་ད་ཡིན་ན་ག་བ་ཤོག་ཟེར་ནས་འགྲོ་གི་ཡོད་ད་ཟེར་ན་ང་སྲིད་སྐྱོང་ཡིན་གོ་གནས་ཡིན་བསམ་ཡག་ཡོད་མ་རེད་ག་བ་ཤོག་ཟེར་ནས་འགྲོ་རྐྱང་བྱས་མཐའ་མ་དེ་ལ་ཚང་མས་མཁྱེན་གོ་ལོ་དྲུག་ཅུ་རྗེས་ལ་ཨ་རིག་གི་ཕྱི་སྲིད་ལས་ཁུངས་ན་ཐེངས་དང་པོ་གཞུང་འབྲེལ་ཐོག་ནས་འགྲོ་ཡག་རག་བ་ཕོ་བྲང་དཀར་པོ་འགྲོ་ཡག་རག་བ་ད་དེ་གས་ངས་སྔོན་མར་ཞུ་བསྡད་གི་ཡོད་གོ་གནས་ཟེར་མཁན་དེ་གཅིག་རེད་དེ་བརྒྱ་ཆ་ལྔ་བཅུ་དྲུག་ཅུ་དེ་མི་དེ་མི་བགྲེས་པ་རང་རེད་ཨ་ཉེ་ཆར་རང་ང་ཝ་ཤུང་ལྡི་སི་འགྲོ་སྡོད་ཁང་ལ་ཕྱི་སྲིད་ལས་ཁུངས་ལ་འགྲོ་ཤག་ཤག་རེད་ཁོང་ཚོ་ཐུག་ཤག་ཤག་རེད། ངས་ཨི་མེལ་བཏང་བ་དང་ལམ་སང་ཡིན་ཤག་ཤག་ཕེ་རོ་ཆིས་ཁྱེད་རང་ང་ཚོ་ངོ་ཤེས་མགོ་བ་རེད་ཟེར་བཞིན་དུ་ང་ཟུར་པ་ཡིན་ནའི་རེད་ད་ཅི་ཟེར་ལེགས་བཟོས་ཤག་ཤག། ད་ཡིན་རྣམ་པ་ཚོ་འདི་མཐོང་ཡོད་མ་རེད་པར་ད་དེ་ཚོ་དོ་ཁྱབ་བསྒྲགས་མཐོང་ཡོད་མ་གང་ཟེར་ང་ཟུར་པ་རེད་བ་ད་ང་རྒན་ཡོད་མ་རེད་པར་བཀྲམ་དགོས་སྐལ་ཡོད་མ་རེད་ངས་པར་བཀྲམ་སྐལ་ཡོད་མ་རེད་ཡིན་ནའི་ངས་ཐུགས་དེ་མགོ་བ་རེད་རྒྱ་གར་ཆེན་མགོ་བ་ཡིན་ནའི་ཡང་ད་འབྲེལ་བ་ཡོད་ཟ་ད་ངས་ཞུས་ཡ་གཙོ་བོ་ད་རང་ཡིན་འདི་ཡིས་ག་སོ་བོར་ཟེར་ན་ད་ཁོ། ལུང་པ་ཆུན་ཆུན་དན་མག་ནོར་བྷེ། Norway། ནས་ད་བེད་ཁོ་རང་འདི་བྱས་པར་ད། ང་ཚོ་རྒྱབ་སྐྱོར་ཤུགས་ཆེན་པོ་ཞི་བུ་རུ་བ་ཨ་མཇལ་ལ་རྒྱབ་སྐྱོར་བེད་སྤྱད་པར། སྐུ་མདུན་ཕེ་ནན་ཡང་སྣེ་ལེན་ཞུ་ཆུག་གི་མེད། སྲིད་བློན་ཐུག་ཆུག་གི་སྲིད་བློན་རྗེས་འདེད་གནང་ཆུག་གི་མེད་ཕྱི་སྲིད་བློན་ཆེན་རྗེས་འདེད་གནང་ཆུག་གི་མེད་རེད་ད་གྲོས་ཚོགས་ཚོགས་གཙོ་རྗེས་འདེད་གནང་ཆུག་གི་མེད། གྲོས་ཚོགས་ལ་ཕེབས་པ་ཡིན་ནའི་ཡང་གྲོས་ཚོགས་ཀྱི་དེ་ཧ་ཚོགས་རེད་སྒོ་ཟེར་བོར་བ་ད་བདུན་ནས་ཕེབས་ཆོག་གི་མེད་དེ་འདྲའི་ཡང་ཅི་བྱུང་རེད་ད་ད་ངས་རྡོར་འདོན་ཞུ་དགོས་དོན་དེ་གང་ཟེར་ན་ལུང་པ་ཆུང་ཆུང་ཆུང་ཆུང་ལས་དེ་འདྲའི་གནས་སྟངས་ཆགས་ཆེ་བོད་དོན་ལ་རྒྱབ་སྐྱོར་དེ་ཤུགས་ཆུང་རུ་འགྲོ་གི་ཡོད་ས་ད་བསམ་བློ་གསར་པ་ཞིག་བཏང་བྱས་ད་གར་བྱས་ན་དྲག་ག་འདུག་ལུང་པ་མང་པོ་ལ་འཆིང་བྱས་བྲེལ་བ་མང་པོ་བཟོས་བཟོས་པ་ལས་ཨ་ནི་ལུང་པ་ཆེ་ཁག་འགའ་ཤས་ཅིག་ལ་ནུས་པ་སྤུངས་བྱས་འབད་བརྩོན་བྱས་ན་ཨ་དེ་ནས་ཕ་ཇི་དང་ཀུའར་ཟས་བཞི་དུ་བ་ཨ་རི་རྒྱ་གར་ཉི་འོང Australia འདི་གའི་གཞི་ལ་དམིགས་པ་ཡིན་ན་རྒྱ་ཁབ་ཕྱུག་ཆེན་པོ་བཞི་བོ་བྱེད་ར་བ་འདི་གའི་ལ་ཤུགས་རྒྱག་པ་ཡིན་པ་ཡིན་ན་འདི་གའི་རྒྱབ་སྐྱོར་ཤུགས་ཆེན་པོ་བྱེད་ན་ཨ་རི་རང་བཞིན་གྱི་འདི་གའི་རྒྱབ་སྐྱོར་ཤུགས་ཆེན་པོ་མ་དོན་ཐུབ་པ་ཡིན་ན་ཨ་ནི་ལུང་པ་ཆུ་ང་རང་བཞིན་གླེགས་རེས་བྱེད་བྱེད་ད་དེ་ནས་ང་ལོ་ཏག་རེ་བཞི་ཨ་རི་ལོ་ཏག་རེ་བཞི་ད་རྒྱ་གར་ལ་ཨ་ཅང་ཅང་ར་བ་ཨ་ནི་ཉི་འོང་ལ་ལོ་ཏག་རེ་བཞི Australia ཡིན་ན་ལོ་ཏག་རེ་བཞི་འགྲོ་བའི་འབད་བརྩོན་བྱས་པ་རེད་ད Australia

Indian Ocean ནས་བྱས་ཚེ Pacific Ocean མཚོ་གླིང་གཉིས་བར་གྱི་རྒྱལ་ཁབ་ཡོངས་གཙོ་གཅིག་སྒྲིག་བྱེད། མང་གཙོ་འཕེལ་རྒྱས་བྱེད་ཆེད་མང་གཙོ་ལག་བསྟར་བྱེད་མཁན་ཚང་མ་གཅིག་སྒྲིག་ཆེད་རྒྱ་ནག་གདོང་ལེན་བྱེད་དགོས་ཟེར་སྲིད་ཇུས་དེ་རེད་ད། རྒྱ་གར་ནི་འགོ་བཙུགས་པ། ཉི་ཧོང་གིས་བདག་པོ་བརྒྱབ་པ། རྗེས་ལ་ཨ་རི་གིས་ཁྲིམས་ཆགས་པ། Australia རྒྱབ་སྐྱོར་ཡོད་པ། ད་འདི་གང་ཤུགས་རྒྱག་དགོས་འདུག་ས་འདི་ལ Quad ལེན་རྒྱལ་ཁབ་བཞི་དེ་རེད་ད་འདི་གས་རྒྱབ་སྐྱོར་བྱེད་མཐའ་མ་དེ་ལ་ཨ་རི་ནི Indo Pacific Strategic གང་ལ་ཁྲིམས་ཆགས་བཟོས། ཁྲིམས་ར་བཟོས་ཡོད། ཁྲིམས་ནང་ལ། དོན་ཚན་དང་པོ། དོན་ཚན་ཁག་མང་པོ་ཡོད་དོན་ཚན་གཅིག། བོད་བྲིས་ཡོད། དོན་ཚན་གཉིས་པ། མ་རེད་དོན་ཚན་གཅིག་རྒྱ་ནག་བྲིས་ཡོད། དེའི་འོག་ལ། བོད་བྲིས་ཡོད། དེ་སྲིད Indo Pacific Strategy ནང་ཚུད་ཡོད། རྒྱ་ནག་གདོང་ལེན་བྱས་ལ་འདི་ནང་ལ་རེད་ད་རྒྱ་ནག་གདོང་ལེན་བྱས་ལ་ཨ་རི་གཞུང་གིས་ས་ཡ་ཉིས་བརྒྱ་ལྔ་བཅུ་གནང་དགོས་ཀྱི་འདུག། བྱས། ཨ་ནི་སྔོན་དུ་སུ་ལ་སྤྲད་དགོས་རེད་ཟེར་དུས་ཁོ་ལ་རྒྱ་ནག་ལ་མང་གཙོ་འཕེལ་རྒྱས་འགྲོ་ཡ་འདི་གི་འདི་གི་སྤྲད་དགོས་འདུག་འདི་འོག་ལ་བོད། བོད་མི། བོད་དོན་ལ་ཡིན་ནས་ཡང་དཀའ་ལ་སྤྲད་དགོས་འདུག་བྱས་ཆོལ་སྲིད་ཇུས་ཐོག་ལངས་ཕྱོགས་གཅིག་པུ་ཡོད་པ་མ་ཚད། དངུལ་ཐོག་ནས་ཡིན་པ་ཡིན་ནས་སྤྲད་དགོས་འདུག་བྱས་བྱས་དང་བོད་འདི་གི་སྲིད་ཇུས་བརྗོད་ར་བོད་ཟེར་དེ་ཨ་ནི Indo Pacific Strategy ནང་ལ་ཚུད་ཐུབ་པ་བྱུང་ཡོད་རེད། འདི་ལ་བརྟེན་ནས། ཁ་ཟུར་སྔོན་མ་ད་ལེ་ཐེངས་དང་པོར་ད་ཨ་རི་སྲིད་འཛིན་རྒྱ་གར་སྲིད་བློན་ཉི་ཧོང་སྲིད་བློན་ཨོ་སི་ཀྲེ་ལི་སྲིད་བློན་ཐོ་ཤོའི་རྗེས་འབྲེལ་བྱུང། རེད་བ། འདི་ངེད་ལ་ཕྱི་སྲིད་བློན་ཆེན་རྗེས་འབྲེལ་བྱུང། ཨ་ནི། རྗེས་ལ་ཇི་སེ་བེན་ཚོགས་འདུ་དུ་བ་འདི་གས་ཚང་མ་ལ་ད་བོད་ཟེར་ངེད་ད་སླེ་གོ་བ་རེད། ཁ་ཟེར་སྲིད་ཇུས་སླེ་ཡིན་ཙང། དེ་སོང་ཟིན་ད་ངས་ཞུ་དགོས་དོན་དེ། ཨ་ནི་རྒྱ་ཁབ་འདི་གལ་ཏེ་ཤ་རི་ཁ་ཛིང། ཨ་རི་སྲིད་འཛིན་བའི་ཏིན་ཡུ་རོར་ཕེབས་སོ། ཨ་ཡུ་རོབ་ཁོ་རང་ཚང་མ་འགོ་ཁྲིད་ཚང་མ་ཚོགས་འདུ་ཚོགས་བྱས་ད་ང་ཚོ། Indo Pacific Strategy ད་ཨ་རི་ལ་འགན་ཡོད་ར་བ། ད་དེ་ཡུ་རོབ་ནས་ཡིན་པ་ཡིན་ནས་འགན་འཁྱེར་དགོས་འདུག་ང་ཚོ་མཉམ་རུབ་བྱ་དགོས་འདུག། དམིགས་བསལ་འགྲོ་བ་མིའི་ཐོབ་ཐང་སྒང་ལ་ང་ཚོ། འདྲ་འདྲ་བྱེད་བྱེད་དཔུང་པ་འདྲ་མཉམ་བྱེད་བྱེད་རྒྱ་ནག་གདོང་ལེན་བྱ་དགོས་འདུག་བྱེད་བྱེད་བགྲོ་གླེང་ཤུགས་ཆེན་པོ་ཞིའུ་བྱས་རེད། ད་ཟི་ཡ། ཚོགས་ཁང་གྱི་ནང་ལ་བགྲོ་གླེང་བྱེད་བསྡད་པའི་སྐབས་ལ། ཁ་པར་ཡོད་རེད་བ། འགོ་ཁྲིད་ཚང་མས་ཀྱི་ཁ་པར་མ་བཏོན། ཁ་པར་བསད་ཁ་པར་མ་བཏོན་དགོས་བྱུང་སོང། ཁ་ཆེ་ནི་རྒྱ་མིས་ཀྱི་ཉན་གྱི་རེད། རྒྱ་མིས་ཀྱི་ཉན་གྱི་རེད་རྒྱ་མིས་གོ་ན། ཨ་ནི་ནང་ཁུལ། ལྟ་བ་མཐུན་མ་མཐུན་ཧ་གོ་གི་རེད། ལྟ་བ་མཐུན་མ་ཧ་གོ་ན་རྒྱ་ཁབ་འདི་གི་ལངས་ཕྱོགས་ཕྱིན་རྒྱུ་ཞིག་རེད་ཤག་འདི་གི་ད་དགག་པ་རྒྱག་ཤག་ལ་ན་རྒྱ་མིས་ཀྱི་འཇུས་གི་རེད་ལ་ཆེ། འཛམ་གླིང་གི་འགོ་ཁྲིད་ཚང་མ་ཁང་པ་ཅིག་འཛོམས་ཡོད་རེད་ད་ཡུ་རོབ་དང་ཨ་རི་གི་རེད་ད། ཁ་པར་བསད་རྗེས་ཁ་པར་སྦས་དགོས་འགྲོ་གོ། མ་གཏོགས་ཅིག་དགེ་མི་གོ་གི་རེད་ད། བྱས་རྗེས་ནི། དི་གིས་གི་ད་འདི་ཡོད་རེད་ད་སེམས་འཚབ། དེ་བྱས་རྗེས་ནི། ཁ་པར་ཚང་མ་ཕྱི་ལོག་བཞག། ནང་ལོག་བགྲོ་གླེང་ལྷུག་ལྷུག་པོ་བྱས། ལྷུག་པོ་བྱས་ཚར་བའི་ཞུ་གུ་ལ། ཨ་མཐའ་མ་དེ་ལ་ནི། འགྲོ་བ་མི་དང་འབྲེལ་བའི་ཐོག་ནས། ཨ་ནི། ཁོང་ཚོ་གསལ་བསྒྲགས་གནང་ཡོད་རེད། གསལ་བསྒྲགས་འདི་ནང་ལ་ཡང་བོད་འཁོད་ཡོད་རེད། ཤིན་ཅང་ཧོང་ཀོང་ཐའེ་ཝན་བོད་ཟས་སྦྱོར་བ་འཁོད་དེ། ད་འདི་སོང་ཙང་ངེད་ཀྱི་ད་ཡུལ་ཞོལ་འདི་རེད་ད། རྒྱལ་སྤྱིའི་ཐོག་ནས་གར་བྱེད་གོ་ཟེར་ཡོང་འདོད་གང་ལ་ང་ཚོའི་ད་རྩ་དོན་གྱི་དུ་བ་རྒྱལ་སྤྱི་སྡིངས་ཆ་གང་བསྐལ་དཔེ་གལ་ཆེན་པོ་རེད་དུ་བ་གལ་ཆེན་པོ་ཡིན་ཙང་ད་ཀོའར་ནག་ལ་ཚུད་ཡོད་རེད Indo Pacific Strategy ལ་ཚུད་ཡོད་རེད་ད Swiss གཙོས་པའི Denmark གཙོས་པའི Norway གཙོས་པའི Europe ནང་ལ Brussels གཙོས་པའི་རེད་བ་ཚང་མས་གིས་ནུས་པ་སྤུངས་པ་ཡིན་ན་འཛམ་གླིང་ལ་ཁོར་ཡུག་ཆེད་སླད་བསྡད་བཞག་ད་འདི་ཆ་ལ་རྒྱལ་སྤྱི་སྡིངས་ཆ་ཐོག་ནས། བོད་དོན་ལ་ཡིན་ནས་བདག་པོ་རྒྱག་ཡ་རྒྱབ་སྐྱོར་བྱེད་ཡ། འདི་ཨ་ནི་ང་ཚོ་ཚང་མས་ཀྱི་ནུས་པ་འདྲ་འདྲ་འདྲ་སྤུངས་དགོས་འདུག། བྱས་བྱས་ཨ་ནི་ད་ལས། སུད་ནི་ཐད་ཀར་ཟིང་ངེ་མང་པོ་ཞིག་དག་ཡོད་རེད། སུད་ལ་ང་ཡིན་ཟིང་ངེ་མང་པོ་ཞིག་དག་ཡོད་རེད། ང་ཡིན་ཟིང་ངེ་ཚང་མ་ལ་དངོས་གནས་རང་ངོས་ལེན་བྱེད་ཀྱི་ཡོད་རྣམ་པ་ཚོ་དངོས་གནས་རེད་རེད། ད་འདི་ནུས་པ་འདི། བོན་ལ་ཕེབས། ཇི་ནི་བ་ལ་ཕེབས། ཨུ་ནོ་ལ་ཕེབས། ནུས་པ་སྟོན་བྱས། བོད་ཀྱི་རྩ་དོན་འདི་དངོས་གནས་ར་སུས་གྲོས་ཚོགས་ལ་སྐྱེལ་ཐུབ་ཡོད་ད། རེད་བ། ཨུ་ནོ་ལ་སྐྱེལ་ཐུབ་ཡོད་ད། བྱས་བྱས་བྱས་པ་ཡིན་ན། ཨ་ནི་སུས་ན་ལ་ཨ་ནི་མི་འབོར་ཆེ་ཤོས་མང་པོ་ཡོད་རོགས་གསུངས་ཡ། ད་རིང་ད་གསུངས་མ་སྟེ་མི་འབོར་ཆེ་ཤོས། རྙིང་ཤོས། མཐུན་ཤོས། ཁ་ས། ཚོགས་མི་མང་ཤོས་རེད་བ་ལ། དཔྱ་ཁྲལ་ལ་དེ་མང་ཤོས་རེད་བ། ཨ་ནི་ཁ་སོགས་རེད། འཐུས་མི་ཡིན་ནས་ཡང་མི་གསལ་ང་ཡོད་པ་རེད་བ། ས་གནས་འཐུས་ཚོགས་དང་ཚོགས་པ་རེད་བ། མཉམ་དོ་ཡོད་པ། ལུགས་རྒྱུ་ཞི་དྲག་དང་ཡང་ཡོད་རོང་ཡང། འདི་སོང་ཙང་ད་འདི་གས་ཚང་མ། ད། སྟོན་དགོས་ཀྱི་འདུག། རེད་བ། ང་རང། འགན་གཅིག་ཡོད་རེད་བོད་མི་ཡིན་པའི་ཆ་ནས་ཁྲི་ལ་ཁྲི་འབུལ་རྒྱལ་སྤྱི་སྟེང་ཆ་ག་འདྲས་ཅིག་རག་པ་ཡིན་ནས་ཡང་བོད་དོན་དང་འབྲེལ་བའི་ཐོག་ནས་ང་རང། མུ་མཐུད་ནས་བཅར་གྱི་ཡིན། ད་རིང་བོད་རྒྱལ་དར་གོན་དུ་བ་ལ་ཨ་ནི་ང་རང། སྒོ་དེ་ས་འོག་ལ་མ་བས་བར་དོ་ཨ་ནི་བོད་རྒྱལ་དར་ཆུན་ཆུན་ཞིག་ཁྱི་བྱས་ཨ་ནི་ང་རང་ག་བ་ཡིན་ནས་འགྲོ་བསྡད་ཀྱི་ཡིན། རྣམ་པ་ཚོ་ཡིན་ནས་ཡང་སུ་སུ་ས་གནས་ལ་ཨ་ནི་མུ་མཐུད་ནས་ཕེ་རོགས་ནང་བྱས་བྱས་ཞུ་ཡས་དེ་ཡིན་ཨ་ནི་ད། སྐམ་པོ་ཞིབ་བཤད་ངག་སྒྲིག་སོས་ལ་ལགས། ཨ་དེ་ནས་ད་ལོ་བཅུ་རེ་འགར་ལ་དངོས་གནས་རང་མི་མང་ཚོགས་ཀྱི་རྒྱབ་སྐྱོར་ཞིབ་བཤད་གནང་སོང། ངས་དང་པོ་ངས་ཞུས་བདེན། ལོ་དང་པོ་འདས་པ་ལ་རེ་བ་ལོ་དང་པོ་མི་མང་པོ་ཞིབ་འཛོམས་ཡོང་གི་འདུག་དག་ས་ཆེ་ནི་རང་རེད་བསམ་སོ། ལོ་གཉིས་པ་ནི་ཐང་ཆད་ཆད་བརླག་འགྲོ་གི་རེད་བསམ་སོ་བ། ལོ་གཉིས་པ་གསུམ་པ་ལོ་བཅུ་ཚར་ནས་ད་གི་ཆུ་ལོག་ལ་བེད་ལང་ཀ་འོག་ནས་ཆད་ཆད་ཡལ་གའི་འོག་ཏུ་ཞིབ་བཤད་སླེ་དེ་བཞག་འདི་ཡོན་ཏན་བྷ་ལ་རྣམ་པ་ཚོགས་ཀྱི་བདེན་འབྲས་ང་ར་ཅི་ཁ་སོགས་བཙལ་བ་དང། ཐག་ཉེ་བོའི་ཐོག་ནས་རེད་བ། ཚོར་བ་ཡོད་པའི་ཐོག་ནས་རྒྱབ་སྐྱོར་གནང་བ་དེ་ལ་རེད་ད་རྒྱབ་སྐྱོར་གནང་བ་དེ་ལ་སྙིང་ཐག་པ་ནས་རེད་ད་སྙིང་ཐག་པ་ནས་ཐུགས་ཆེ་ན་ཞུ་ཡ་ཡིན་ལགས་འོང། ཨ་ནི་དམིགས་བསལ་ད་ས་ཕྱོགས་ག་བ་ཕྱིང་བ་ཡིན་ནས་ཡང་ཨ་ནི། ས་ཆ་གཅིག་ལ་སླེབས་མ་སོང་ཡུང་རོ་ཆིས་ལ་བྱེད་ཡོར་བ་མཚམས་མཚམས་བཙས་རྒྱག་གི་འདུག་བཀའ་རྒྱུན་བཏང་གི་འདུག་ཨ་ནི་ང་དགེ་སྒྲུང་དང་དེ་འདྲས་ཀྱི་བཀའ་བློན་ཚོ་ཟེར་གི་འདུག་དཀོན་མཆོག་སུ་མི་དེ་བཙས་ཚ་བོ་ཞི་བུ་ཞིག་འདུག་དངོས་གནས་ཁ་ཤུ་ཚ་བོ་ཞི་བུ་འདུག་ངས་ལབ་གི་འདི་ཡག་ག་རེད་ད་ཟེར་ལབ་གི་ཡོད་ཡུང་རོ་ཆིས་ཡུང་རོ་ཆིས་ཡོང་གི་མི་འདུག་ཟེར་ལ་ནི་སྐད་གཞུང་ཆེན་པོ་བཀའ་རྒྱུན་བཏང་དགོས་ནི་ཡག་ག་རེད་ལབ་གི་ཁྱོད་ཡོང་དྲགས་སོ་ཡོང་དྲགས་སོ་གར་ཆེ་ག་ཡོང་དགོས་ལ་ནི་འདུག་ག་རེད་ལབ་གི་ཡོད་མ་རེད་བས་དེ་ཚོ་ད་ལྟ་བར་དུ་ཡུང་རོ་ཆིས་ཟེར་མཁན་རྐྱང་རྐྱང་མ་ང་ར་བྱུང་སོང་འདི་ཡོད་འདོད་གང་ལ་རྣམ་པ་ཚོ་གི་ད་དངོས་གནས་སེམས་གཏིང་ནས།

ཞབས་ཀྱི་ཞུ་ཡ་ར་བ་དེ་དགའ་བོ་ཞེ་དྲག་བྱུང། འདི་སོང་ཚེ་འདི་རྣམ་པ་ཚོ་གོ་དཀར་གནང་བ་རེད་དམིགས་བསལ་དང་གོང་ས་མཆོག་ལ་ཨ་ནི་དངོས་སུ་ཞབས་ཀྱི་ཞུ་ཡ་འདི་ཧ་ལས་བའི་སྐལ་བ་བཟང་པོ་ཡིན་ད་རིག་ནོ་སྙིང་དུ་བརྣག་པའི་འདོད་པའི་དོན་གསུངས་ཚར་བའི་ཞུ་གུ་ལ་ནི་ང་ལ་ཡིན་ནའི་ཡང་རྔམ་ཚགས་ཆེན་པོ་ཞེ་དྲག་བྱུང། ཨ་ནི་ཁ་ཟི་མཐོན་ཀ་ལ་ཀ་ཨ་ནི་མཇལ་ཁ་བཅག་པ་རེད་མཇལ་ཁ་བཅའ་སྡོད་ཁང་ལ། ཉི་མ་དང་པོ་གི་འཇལ་ཁ་དང་ཉི་མ་ཐ་མ་གི་འཇལ་ཁ་གཉིས་པ་རུ་ལ་ཡག་རུ་འགྲོ་མེད་ན་ཐུ་སྙད་རུ་འགྲོ་མེད་ནས་ཡང་སྔར་ནང་བཞིན་རང་བྱས་བྱས་ནི་ཐུ་སྙད་པོ་གནང་གི་འདུག་བཀའ་སློབ་ཡིན་ནས་ཡང་ཨ་ནི་འགན་ཡིན་ནས་ཡང་ཨ་ནི་གནང་གི་འདུག་འདི་སོང་ཟ་ད་འདི་ང་ཧ་ལས་པའི་སྐལ་བ་བཟང་པོ་ཞེ་དྲག་ཡིན་བསམ་གི་འདུག། ང་ཚོ་མི་ཚེ་ནང་ད་ཆབ་སྲིད་ཆོས་སྲིད་གཉིས་བརྩི་དགོས་ར་བ་སྲིད་ཕྱོགས་ཐོག་ནས་ང་ལོ་བཅུ་ཞབས་བཅུ་བཞོས་པ་རེད་ད་ཆོས་ཕྱོགས་ཐོག་ནས་ང་གངས་ཅན་པ་ཡིན་པའི་ཆ་ནས་སོ་སོའི་རྩ་བའི་བླ་མ་དབུ་ཁྲིད་ལ་ཐ་ཉེ་བའི་ཐོག་ནས་ཞབས་བཅུ་བཞོས་ཡ་ར་བ་ད་མཇལ་ཁ་ཡིན་ནའི་ཡང་ད་ཉུང་མཐའ་ལ་ང་ཐེངས་བརྒྱ་ལྷག་བཅར་ཡོད་གི་རེད་ར་བ་བཀའ་སློབ་མང་པོ་གནང་ཡོད་རེད་ཨ་ནི་བ་སྙིང་གཏམ་མང་པོ་གསུངས་ཡོད་རེད།

ད་ལྟའི་ང་ལ་གོ་སྐབས་གནང་བ་འདི་རྣམ་པ་ཚོགས་ཀྱིས་རྒྱབ་སྐྱོར་བྱས་ནས་གནང་བཞག་པ་རེད་དེ་སོང་ཙང་འདི་རྣམ་པ་ཚོ་ང་ལ་རྩ་ཆེ་བའི་རྒྱབ་སྐྱོར་དང་གནང་བ་འདི་ལ་དངོས་གནས་རང་སྙིང་ཐག་པ་ནས་ངའི་མི་ཚེ་ནང་ལ་བརྗེད་ཡ་མེད་པའི་གི་གོ་སྐབས་གནང་བ་དེ་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་ཡ་ཡིན་ལགས་འོང།

གང་ཟེར་ན་ང་རང་ཚོ་ད་ཕྱི་རྒྱལ་ཡོད་དུས་ཉེན་ཁ་འདི་ཨ་ནི་ག་ལི་ག་ལི་ག་ལི། བོད་སྐད་བརྗེད་ཅིང་བོད་ཡིག་བརྗེད་ཅིང་ཨ་ནི། སུའི་སྐད་གཅིག་པོ་ཤེས་ངེས་ཆགས་རེད་བ་ཨ་རི་སྐད་གཅིག་པོ་ཤེས་ངེས་ཆགས་ཨ་ནི་ཧྥེན་སྐད་ཤེས་ངེས་གཅིག་པོ་ཆགས་པ་ཡིན་ན་མི་རིགས་འདི་ཐག་ཉེ་རུ་ཐག་རིང་རུ་རིང་རུ་འགྲོ་གི་རེད་བ། འདི་གོང་ས་མཆོག་ག་དུས་ཡིན་ན་ཡང་འདི་གོང་ས་མཆོག་བཀའ་སློབ་བྱེད་ཡོད་རུང་གཏིང་ཟག་པོ་ཞིག་ཆགས་ཡོད་རེད་ཡིན་ན་ཡང common sense ཡོད་རུང common sense ཡོད་རེད་བ་རྒྱུ་མཚན། ཁོ་བདེ་བོ་པེར་ད། ཁོང་འདི་གསུངས་དོ་ཨ་ནི་ང་ཚོ་བུ་ཡིས། བུ་ཡིས་སྦྱངས་ཟེར་དགོས་དོན་རྒྱུ་མཚན་གང་ཡིན་ཟེར་ན། ཨ་ནི་ལོ་རེ་རེ་ལ་ང་རྒྱལ་ཞིབ་འཇུག་བྱས་མྱོང་ང་ཚོ་འཛམ་གླིང་ནང་སྐད་ཁྲི་གཅིག་ལྷག་སུ་དུ་བ། ད་ལྟ་ལྷག་བཞག་པ་རེ་ད་ཡིན་ནས་ལོ་རེ་རེ་ལ་སྐད་ཉིས་བརྒྱ་བརླག་འགྲོ་དགོས་བར་ད། ལོ་ཉིས་བརྒྱ་ལོ་ལོ་ལྟར་སྐད་ཉིས་བརྒྱ་བརླག་འགྲོ་དགོས། བརླག་དགོས་དོན་དེ་ག་རེར་འདུག་ཟེར་ན་གོང་ས་མཆོག་ནས། ཡི་གེ་ཡོད་ངེས་དང་མེད་ངེས་བར་རུ་བརླག། སྐད་ཉིས་བརྒྱ་བརླག་འགྲོ་ངེས་མང་ཆེ་ཡི་གེ་མེད་ངེས་སུ་བརླག་འགྲོ་དགོས་བར་རེད། ཨ་ནི་ཡི་གེ་ཡོད་ཡོད་དེ། ཡི་གེ་མེད་པ་ཆགས་འགྲོ་སྡོད་ཁང་ལ་གླ་གཡས་ཀྱི་ཉེན་ཁ་ཆེ་རུ་འགྲོ་དགོས་རེད། དེ་སོང་ཚ་བོད་ཡིག་ཀློག་ཤེས་དགོས་རེད། བྲིས་ཤེས་དགོས་རེད་ཟེར་དགོས་ཨ་དེ། ཨ་ནི་བོད་ཡིག་འདི་བྲིས་ཡག་དང་ཀློག་ཡག་འདི་ཨ་ནི། ལྷག་ཆེན་པོ་ཡིན་ན། ཨ་ནི་ང་ཚོ། བོད་ཡིག་བོད་སྐད་ཤེས་མཁན་མ་གཏོགས་ལྷག་གི་མ་རེད་ཤེས་མཁན་ལྷག་ཡོང་སྡོད་ཁང་ལ་ནི་ཤེས་མཁན་དེ་ནས་མ་ཤེས་མཁན་མང་རུ་མང་རུ་ཕྱིན་ཆད་བརླག་འགྲོ་དགོས་རེད་ད། འདི་སོང་ཙང་ང་ཚོས་སྐད་ཕྱུག་པོ་ཞི་དྲག་ཡིན་བཀའ་འགྱུར་བསྟན་འགྱུར་ཡན་གཞིས་རེད་ད་སྔོན་མ་ད་ལོ་བརྒྱ་ཕྲག་སྟོང་ཕྲག་སྔོན་རེད་ད་བཀའ་འགྱུར་བསྟན་འགྱུར Sanskrit ནས་ད་བོད་ཡིག་ལ་དཔབ་ཐུག་ཡས་སྐད་ཕྱུག་པོ་འདི་འདྲི་འདི་རེད་བ་ཡི་གེ་འདི་རེད་ད་ད་བརླག་འགྲོ་ཡས་འདི་ཨ་ནི་ལོ་ལྟར་བརླག་གོ་རེད་ངས་ངོ་མང་པོ་ཞུས་ཙང་ཡིན་ལོ་ལྟར་སྐད་ཉིས་བརྒྱ་བརླག་འགྲོ་གོ་རེད་ད་དེ་ཡོད་འདོད་ག་ལ་ནི་ང་ཚོ་གི་བརླག་ཡས་གི་ཉན་ཁ་འདི་ཆག་གི་འདོད་མི་འདོད་སུ་སུ་ཟིན་ན་ད་སུ་སུ་སྤུ་གུག་གི་བུ་གིས་བོད་ཡིག་ཤེས་ཤིང་གི་ཡོད་བས་མེད་པས་དང་པོ་འདི་ལྟ་བར།

ང་ཚོ་དང་མཐུན་གྱི་བྱ་ཡི་དེར་བ། དེ་སོང་ཙང་གཟའ་མཇུག་སློབ་གྲྭ། གི་དགེ་རྒན་ལས་བྱེད་ཚོ་ལ་དངོས་གནས་ར་སྙིང་ཐག་པ་མཐུ་ཆེ་གནང་ཞོལ་ཡིན་གང་ཚེ་ཁོ་རང་ཚོ་མང་པོ་ཅིག། རིན་མེད་ཐོག་ནས་གནང་གོ་རེད་སྔོན་མ་ད་ལོ་དྲུག་བདུན་སྔོན་ལ་རེད་ང་ཚོ་དེ་ཡུ་རོབ་ཡོངས་རྫོགས་ཀྱི་ཚོགས་པ་འཛོམས་ཅེས་གྲོས་ཆོད་བཞག་པ་རེད། བོད་ཡིག་འདི་ག་ལ་ང་ཚོ་ཤུགས་རྒྱག་དགོས་འདུག་ཅེས་གྲོས་ཆོད་བཞག་པ་གཞི་བཟུང་ད་ཡང་སུའི། ཚ་ཚུར་ཤོད་བྱུང་བའི་ར་ད་རོང་ཡའི་བོད་ཀྱི་གཟའ་མཇུག་སློབ་གྲྭ་ནང་ལོ་འབྲིང་དུར་ཞིབ་ཏུ་སྙན་ངག་སྐྱོར་ཡ་ད་ཡིག་གཟུགས་དང་བྱེད་བྱ་ར་བ་ཨ་ཚ་ཚུར་བུ་ཡོད་པ་བརྟེན་ནས་ཡག་པོ་ཡོད་པ་བརྟེན་ནས་ཀྲི་བེ་ཀྲི་བི་གས་ང་ཚོ་འདི་འགའ་བློ་ངན་གྱི་བཟོས་ན་བྱས་ཆེད་དུ་མངགས་ནས་སུས་སུ་གི་ཡང་ཀོ་གཟེངས་སུ་དོད་པ་ཅི་ཡོད་ར་བ་བཟོས་བྱས་ཀྲི་བེ་ཀྲི་བི་གས་ཡང་བློ་ངན་གྱི་བཟོས་ཡོད་རེད་ཀྲི་བེ་འདོད་ད་ལྟ་ཡོད་ཤ་བ་འདི་བདག་ཉར་བྱས་ཡ་འདི་ཡང་ཨ་ནི་ཡར་རྒྱས་བཏང་དགོས་ཡ་འདི་དཔེ་གལ་ཆེན་པོ་རེད་འདི་སོང་ཙང་ནི་ཕ་མ་ཚོ་ལས་སླ་བོ་ཡོད་མ་རེད་ས་སྤེན་པ་གཉིས་མ་སྤུ་གུ་སྐྱེ་རྒ་འགྲོ་འདོད་ཧང་ལ་ར་བ། ཨ་ནི་བཟོ་གྲྭ་དང་སུ་སུ་ལས་ཀ་བྱེད་ག་ཆིངས་བ་ཡིན་ན་སུས་ཧྲང་ཡོད་ར་བ་དེ་སྤུ་གུ་སྐྱེད་ག་ཆིངས་བ་ཡིན་ན་སྤུ་གུ་ཉལ་རོགས་མ་བྱེད་ལངས་རོགས་མ་བྱེད་འགྲོ་རོགས་མ་བྱེད་དུ་རོགས་གོན་རོགས་མ་བྱེད་ར་བ་ཨ་ནི་ཕ་ནི་ག་སོ་གུ་རེད་དཀའ་ལས་ཡོད་ར་དེ་ཡིན་ན་ཡང་རྡུགས་རྡུགས་རྡུགས་སུ་གུ་ལས་སྐྱོན་བྱེད་ཨ་ནི་སུ་སུ་སྤུ་གུ་ལ་བུ་ཡིག་བསླབ་དགོས་ཨ་ཏི་དཔེ་གལ་ཆེན་པོ་འདི་འཇིགས་མི་འཇིགས་འགན་འཁྱེར་རོགས་ནས་ཨ་ནི་ང་ཡང་དགའ་ཚོར་ཆེན་པོ་ཞིག་ད་ཡོད་ལོ་ཉིས་སྟོང་བཅུ་གཅིག་ལོ་ལ་ང་སྤྱི་དོན་ཚོགས་པ་ཨ་རི་དང་ག་བ་ག་ས་འགྲོ་སྡོད་ཁང་ལ་སྡིངས་ཆ་ང་ལ་ཞེ་ཁྲབ་ཤོག་ཟེར་སྡོད་ཁང་ལ།

དེ་སོང་ད་སྟོམ་ལགས་འདུག་སྟོམ་ལགས་ཀྱི་དེ་སྒོར་གཞས་སྐད་གྲགས་ཆེན་པོ་བཟོས་ཡོད་རེད་བ། དང་སོ་ད་སྔོན་མ་ཡིན་ན་རྒྱ་གར་ལ་ཡིན་པ་ང་ཚོ། ཐུགས་སྤྲོ་བཏང་ཟེར་དུས་ང་ལ། ཁ་ལག་ཟ་ཡ་བཏུང་ཡ་མཛད།